Audio Podcast ལ་འདུག་ག་ལ། སྒྲ་འཇིགས་པོ་ཅིག་ཉན་ཡ་མ་གཏོགས་བརྙན་ཡོད་མ་རོ་བ་ནི་དེ་རིང་ངོ་ཚོ་ད་དམིགས་བསལ་གྱི་ལེ་ཚན་དབུ་འབྱེད་ང་གཉིས་ཀྱིས་ཐ་ཇི་བྱེད་ཅེས་ད་དམིགས་བསལ་གྱི་བརྗོད་གཞི་གཅིག་ཐོག་ལ་དམིགས་བསལ་གྱི་ལེ་ཚན་གཅིག་བཟོས་ཐག་གཅོད་བྱས་བ་རེད། རེད་ད་དམིགས་བསལ་ག་ཚོད་ཆགས་ཀྱི་ཡོད་མེད་ད་ཡར་ལྟ། སྤྱི་ལྟར་དེ། དབུ་འབྱེད་ཁོ་ནང་འདིར་ཆེད་མངགས་ཅོང་བརྡར་བྱས་ཡིན་ད་ནི་ང་གཉིས་དེ་བརྙན་ལེན་ས་གི་ས་ཆ་དེ་རྡ་རམ་ས་ལ་ཆགས་འདུག་བར་ད་དེ་རྒྱ་དབང་སྐུ་ཕྲེང་ལྔ་བ། སྔགས་དྲུག་པར་བ། འདི་རྒྱ་གར་ཤར་གྱི་རྨ་བྱ་ཀོང་ཡུལ་ཐིག་གི་ནེ་ཙོ། འཁྲུངས་ས་མི་གཅིག་ཡང་འཛོམ་ས་ཆོས་འཁོར་ལྷ་ས་ལ་ཡིན་ད་ང་གཉིས་ཆུང་ས་སྐྱེས་ས་འདི་ཁ་ཁ་རེད་ཡིན་ནས་འཛོམ་ས་དེ་རིང་དེ་རྡ་རམ་ས་ལ་ལ་ཆགས་འདུག་འདུག་ཨ་ནི་དེ་ལེ་ཚན་འདི་ཨ་ནི། བསྒྲུབས་ཟིན་པའི་འོས་བསྡུ་གི་ང་ཚོ་སྔོན་འགྲོ་གི་འོས་བསྡུ་བྱས་ཨ་ནི་སྔོན་འགྲོ་གི་འོས་བསྡུ་གི་ད་ག་ལ་བ་ཁྲོད་ནས་ཨ་ནི། ང་ཚོ་སྤྱི་ཚོགས་རྣམས་ལོ་ལ

སྤྱི་བཏང་གི་དྲི་བ་ཁ་ཤས་ཤིག་འདུག་ད་འདི་ག་ལ་གཉིས་གྲོས་བསྡུར་བྱེད་ན་བསམ་འགྲོ་བ་འོས་བསྡུ་འོས་བསྡུ་ཁྲིམས་ཁང་ལ་ཨུ་རྒྱན་གྱིས་གོ་ར་ཞིབ་འཇུག་མཐིལ་ཕྱིན་པ་ལ་འོ་ར་མཐིལ་ཕྱིན་པ་མེད་པ་ཡིན་ད་ག་ལེ་རང་ཙམ་ངེད་ཀྱི་ང་རང་ངེད་ཀྱི་གྲོགས་པོ་རྣམས་ལ་ནི་ཨུ་རྒྱན་གྱིས་ཡག་པོ་དཔེ་ཆས་ཤིག་དྲན་གྱི་འདུག་ད་དེ་བཞིན་དུ་འདི་ག་ལ་བྱས་རྗེས་སྐད་ཆ་ཁ་ཤས་ཤིག་བཤད་ན་འགྲོ་བ་ཞིག་དྲན་སོང་སྤྱི་བཏང། ང་ཚོ་སྤྱི་ཚོགས་ནང་ལོགས་ལ་འོས་བསྡུ་དང་འབྲེལ་བའི་ཆབ་སྲིད་ཀྱི་སྐད་ཆ་མེད་པ་མ་རོ། སྐད་ཆ་ཤེས་ངེས་ག་ལ་བ་རེད་མཐོ་དམན་བར་གསུམ་དང་རབ་འབྲིང་ཐ་གསུམ་ཡོད་རེད། ཨ་ནི། སྐད་ཆ་ཁ་ཤས་ཅིག་དབུ་འབྱེད་ང་གཉིས་ཀྱིས་ད་ཡང་འོས་བསྡུ་དང་འོས་བསྡུ་ཀྱི་མིང་ཁྱེར་ཅི་ཡང་ག་ལ་བ་རེད safe ལ་བ་ར། སྐད་ཆ་དཔེ་སྤྱི་བཏང་སྐད་ཆ་རང་ཤེས་བསྡད་རྒྱུ་ར། མ་ཕབ་ཡ་སྐད་ཆ་ཅིག་ཡོད་ར། དེ་བཞི་ཡ་གི་ཐ་གཅིག་ལྷུང་ཡ་གཅིག། ཡང་གཅིག་བད་ཁོ་ར་ཕྱོགས་སུ་རང་ལྷུང་ནི། ད་དེ་བཞིན་གི་དྲ་ཆ་འདར་ག་ཚེ་གུ་གུ་ཡོར། ཨ་ནི་བད་ཁོ་ར། དེ་ལ་འོད་མའི་ཕན་ན་རེ། ཨ་ནི་དེ་ལ་འོད་ཕན་གོ་མར་ལའི་རོ་ད། ཨ་ནི་མི་སྒེར་གཅིག་གི་སྤྱོད་ཡོན་གླེང་བསྡད་ཡ་འདྲའོ་གཅིག་ད་ཨ་ནི་མི་གཞན་པ་གཅིག་གི་ཡོན་ཏན་གླེང་བསྡད་ཡ་འདྲའོ། དེ་འདྲའི་གི་ཡང་བད་ཁོ་ར་ཐ་གཞན་གཅིག་ཆགས་ཡོད་དོ། ད་དེ་གཉིས་ཐ་གཉིས་སུ། ད་ང་གཉིས་གི་ད་ཐ་དེ་གཉིས་མ་ལྷུང་ཡ་གི་ཐ་བཤད་འདྲའོ་ཞེ་རོ། བེད་བརྩོན་བྱས་ཡ་རེ་མ་ཏོ་ཡང་ཐ་གཉིས་ལྷུང་མའི་ལའི་དེ་ང་གཉིས་སྡོམ་རྒྱག་ཐུག་གི་མ་རོ། དེ་བྱས་ནི་ང་གཉིས་སོ་སོ་ཡང་སྒེར་གི་ལྟ་བ་གཅིག་དེ་ཡོད་ཡོད་པ་འདྲའོ་ཅེ་རེ་དྲན་གི་འདུག་ར། འོ་ད་དེ་ནི་དེ་འདྲ་འདྲ་བོ་གཅིག་སྐུལ་སློང་དེ་འདྲ་འདྲ་བོ་གཅིག་རེད་ད། ཨ་ནི། ད་དབུ་འབྱེད་འགོ་བཙུགས་པ་ཡིན་ན་འགོ་བཙུགས་ཡ་གཅིག་དེ་འདྲ་འདྲ་བོ་བྱས་ནས་ད་ང་ཚོས་ད་ལྟ་བསྒྲུབས་ཟིན་པའི་སྔོན་འགྲོའི་གི་འོས་བསྡུ་གི་ད་གྲུབ་འབྲས་ཁོང་ཚོ་གི་ད་ག་ལ་བ་དྲ་རྒྱ་ཐོག་ལ་མ་བཏོན་ཚར་རེད། ཨ་ནི་དེ་གི་དེ་ནང་ལོགས་ནས་ད་ག་ལ་བ་རེད་ཁྱེད་རང་གི་བསྡོམས་བརྒྱག་པའི་ལ་བ་ར། Conclusions། ལ་ནི་རེད་ག་འདྲི་ལ་བ་རེད། དོ་སྣང་བྱེད་འོས་པའི་གནད་འགག་ག་རེ་འདྲ་བོ་ཞིག་མཐོང་གི་འདུག་དང། ད་ལྟའི་ཆར་ལ་སྤྱིར་བཏང་ང་དང་པོ་དེ་ལ་ནས་སམ། ང་རང་གི་ད་འོས་བསྡུ་གི་བརྒྱུད་རིམ་ཐོག་ནས་ད་ཉམས་མྱོང་ལ་བར་འཚོ་བ་ལ་བར་དེ་དེ་ང་དེ་ག་ལ་ད་གཅིག་འཚོ་བ་ཤུགས་ཆེ་ཤོས་ཤིག་ད་འདི་འཇོན་པ་གི་འཚོ་བ་ཞིག་ཏུ་ད་དེ་ཡོད་པ་ད་གཞན་པ་ལ་གླེང་ཡོད་པའི་ཧ་གོ་མ་གོ་ཧ་ལེ་ན། ད་འོས་བསྡུ་མ་སླེབས་གོང་ནས་ད་ལོ་གཅིག་ངེས་ནས་གཅིག་འོས་བསྡུ་གི་དུས་ཚོད་ཅིག་རེད་དེ་སྐབས་སུ་ང་རང་རྡ་རམ་ས་ལར་སླེ་ཡས་ཡོད་ད་ཆ་ཤི་ཡོད་རོ་གཅིག་གཅིག་དགའ་སྣང་ཅིག་དང་གཅིག་རྔམ་སྐྲག་ཁ་རོ་གཅིག་ག་དྲུག་ཅིག excitement ལེ་ཡོད་རོ་ད་དེ་འདྲོག་ཅིག་ཡོད་ཡ་ད་འོས་བསྡུ་ད་འབྲེལ་འོས་བསྡུ་ད་འབྲེལ་བའི་ཐོག་ནས་ད་ཁ་ན་ད་དུས་ཚོད་སུ་ང་རྡ་རམ་ས་ལ་ཡོད་རྡ་རམ་ས་ལ་བསྟི་གནས་ཆགས་འོང་རོགས་ཆགས་སྲིད་གི་ད་དེ་ནང་རོགས་ད་ད་འདྲ་མི་འདྲ་བྱས་ཡོད་རེད་ད་གཅིག་གྲོས་བསྡུར་བྱས་ད་དེ་འདྲའི་གི་ད་གོ་སྐབས་ཅིག་ཡོད་ར་རྡ་རམ་ས་ལར

མང་ཆེ་ས་ང་དང་ང་ཚོ་འདྲ་བའི་མི་དེ་ནས་ཡིན་ས་རེད་ད། མང་ཆེ་ས་འདི་ལ་མོས་མཐུན་མེད་བ་ནས་ཕྱི་ལོག་དམིགས་བསལ་མ་ཐོན་དོན་ནས་ཆོ་མི་གྱོ་རེད་ཁོ་ཚོ་ཆོ་མི་གྱོ་རེད་ལ་ད་ཁོ་ཚོ་གི་བསམ་བློ་འདི་བས་ཐ་མཚམས་ཀྱི་བསམ་བློ་རེད་ལ་ད་དེ་འདྲའི་ཆོ་བྱེད་ཆེ་མྱོང་ཤས་ཅིག་རེད་མྱོང་ཤས་ཅིག་རེད་ལ་ཆེ་སོ་སོ་ད་ད་ག་ལ་འཇིག་ལ་བ་སེ་ལ་བ་རེད་ད་ད་འདི་ན་ལ་མ་ཐོན་ཆེ་བརྟན་པོ་ཆེ་འདས་འགྲོ་ར་མ་མ་ཐོན་ཆེ་ད་འདི་འདྲའི་ང་རང་གི་ད། དེ་ཡི་ཤུགས་རྐྱེན་གྱིས་ལ་བ་རུ་བཏགས། སུ་སུའི་གི་སམ་དུས་དང་ནང་ཏིས་ཡོད་རེད་ཤུགས་རྐྱེན་འགྲོ་གཞི་ལས་ཆེ་མང་མ་ཐོན་དམིགས་བསལ་གལ་མ་ཆེ། མཐའ་མ་དེ་ལ་ད་འོད་དུ་ད་ད་ལྟའི་ཆ་ལ་ད་སྔོན་འགྲོ་ཚར་ཚར་རེད་ད་ཏིག་སུ་སུ་སུ་གི་ཨ་ཏིག་དེ་ལ་ཏིས་མང་ལ་ཆེ་ནི་ཏག་ཏག་ཡིན་ས་མེད་བྱོས་རོགས་དེ་ལ་དུ་སྤྱི་ཡོངས་ཀྱི་ཆ་ནི་ད་འོད་དུ་དེ་ལ་སུ་སུ་གི་ཕྱོགས་གཅིག་ནི་ལྟས་བ་ན་ད་ང་ཚོ་ག་ལ་ན་ཚ་གི་རྐྱེན་པས་འོད་དུ་གྲངས་ཀ་འོད་གླུ་བའི་དེ་ཏོག་དབྱིབས་ཀྱི་རྐྱེན་པས་རོགས་ཏོག་དབྱིབས་ཀྱི་རྐྱེན་པས་འོད་གླུ་བའི་དེ་ཏག་ཏག་འགྲོ་ཐུབ་ཡོད་རེད་ད་ད་ང་ཚོ་ཉེན་ཁ་ད་རྔམ་དྲག་བྱེད་ཁྱོད་ན་ཞིག་བྱུང་ཡོད་མ་རོགས།

དམངས་གཙོ་ནང་ལོགས་ལ་ད་ལྟ་དབུ་ཅན་ང་གཉིས་ཁ་ཚ་ལེ་ཚན་གཅིག་ནང་ལོགས་ལ Public Sphere གྱི་རེད་ད་ལྟ་ཁོང་གི Habermas རེད་བ། སྤྱི་དམངས་ཀྱི་སྡིངས་ཆ། སྤྱི་དམངས་ཀྱི་སྡིངས་ཆ་སྐོར་ལ་ཞིག་འདུག་ག Habermas གྱི Deliberative Democracy ལ་དེ་ཁོ་གི་ལྟ་བ་དེ་ཁས་ལེན་རེད་བ། Deliberative Democracy ལ་ན་གྲོས་མོལ་ལྡན་པའི་ལ་བ་རེད་བགྲོ་གླེང་ལྡན་པའི་དམངས་གཙོ་འདྲ་བོ་ཆེ། ཨ་ནི་ཁོ་གི་ལྟ་གྲུབ་དེ་ནང་ལོགས་ལ་ང་དེ་རན་པོ་འདྲ་བོ་ཆེ་མཐོང་སོང་ག་དུས་ན་ཁོ་གི་ལ་བ་ཡིན་ན་ཐ་མལ་གྱི་གྲུབ་འབྲས་དེ་གལ་ཆེན་པོ་མ་རེད། བརྒྱུད་རིམ་ངེས་ཅན་ཅིག་འགྲོ་བ་ཡིན་ན་ནི། ཐ་མལ་གྱི་གྲུབ་འབྲས་དེ་དམངས་གཙོ་དེ་ཡང་དག་པ་ལ་ཡང་དག་པ་མ་ཆགས་པ་ཡིན་ན་སྤུས་ཀ་དག་པོ་ཆགས་ཀྱི་རེད། དེའི་ནང་ལོགས་ལ་མི་མང་གི་སྤྱི་དམངས་ཀྱི་སྡིངས་ཆ་ནང་ལོགས་ཆ་ཤས་ལེན་པའི་ཐོག་ནས་བགྲོ་གླེང་གང་ཡག་ཡག་ཚད་མཐོ་པོ་ཅིག་བྱེད་ཐུབ་པ་ཡིན་ན། ཐ་མལ་གྱི་གྲུབ་འབྲས་དེ་ལ་སེམས་ཁྲལ་ཆེ་པོ་མ་རེད། འུ་ཅན་ཆེ་གེ་ལ་བ་འདྲ་བ་རེད། ངོ་ཚུལ་གྱི་འོས་བསྡུ་ནང་ལོགས་ལ་སྐྱོན་ཆེན་པོ་ལ་ན་རེ། ཉེན་ཁ་གཅིག་དེ། ཐ་མག་གི་གྲུབ་འབྲས་དེ་གལ་ཆེན་པོ་བརྩི་གལ་ཆེ་རོ། ད་མཐའ་གཅིག་ཏུ་ཐོབ་དགོས་རེད། ཨཱ་ནི། ཐ་མག་གི་གྲུབ་འབྲས་དང། ག་ལ་བ་རེད་མཉམ་དུ་བཏབ་དོན་གྱི་ཨཱ་ནི་གང་ཟག་དེ་གལ་ཆེན་པོ་བརྩི་གལ་ཆེ་རོ། ཐེངས་པ་གཅིག་གི་ཧ་ཚང་ཁ་ཚང་བགྲོ་གླེང་གྲོགས་ཅན་ལ་མཉམ་ཞུགས་བྱས་རོ་དེ་དུས་བུ་དང་ངའི་བརླན། བརྒྱུད་རིམ་གལ་ཆེ་གལ་ཆེ་ཡ་བརྩི་གལ་ཆེ་རོ། ཨཱ་ནི། ག་ལ་བ་བགྲོ། གང་ཟག་དེ་དེ་བཞིན་མ། གལ་ཆེན་པོ་མ་བརྩི་བ་ཡིན་ན་ང་ཚོ་དེ། དམངས་གཙོ་ལ་ཡང་ང་ཚོ་བོད་ཀྱི། བཙན་བྱོལ་གྱི་དམངས་གཙོ་ལ་ཡང་དམངས་གཙོ་གི་འཕྲོད་བསྟེན་ལ་ཡང། ཕན་ཡག་འདྲ་བོ་བྱེད། གཞན་པ་དེ། ད་ལྟ་རྒྱ་གར་གྱི་བརྙན་འཕྲིན་ལ་ལའང་དུ Indian Idol ལ་ཡི་བྱོས་དང། དེ་ནང་ལ་ཁྱེད་རང་གི་དགའ་ས་གི་ད་འདི Candidate ཅིག་ལ་འོ་ར་འོས་མི་ལ་ནས་གཞི་གླུ་ལེན་ངེས་དེ་ཇག་ཇག་ཇག་ཐོབ་དགོས་རེད་ད་གང་འདྲའི་མ་གནས་ཅིག་ཐོབ་དགོས་ལ་ནི་ནི་འགྲན་བསྡུར་གྱི་རྣམ་པ་དུ་ཤུགས་ཆེན་པོ་ཞུ་ཅིག་ལེགས་དོ། ཨ་ནི་བགྲོ་གླེང་བྱས་ར་མ་འགྲོ་ཡ་ཅིག་ཡོད་རོ། བགྲོ་གླེང་དེ་འགྲོ་བ་ཡིན་ན་ཡིན་ན་ད་ནྡོ་རྗེ་ང་གཉིས་ལ་བ་འགྲོ་རེད་ཨ་ནི་སྤྱི་ཚོགས་ན་ལ་ལ་ཨ་ནི་ད་ག་ལ་བ་རེད་བགྲོ་གླེང་གི་ག་ལ་སྡིངས་ཆ་ཟུམ་དེ་ངས་ཨ་ནི་མི་ཉུང་ཤས་ཅིག་གིས་ཟུམ་ཨ་ནི་ཁོང་ཚོ་གི་བགྲོ་གླེང་གི་ཁ་ལོ་བསྒྱུར་ངེས་རེད་བ་ཞིག་ཨ་ནི་ང་ཡི་ད་ནྡ་ད་འོས་ལྡུག་གི་སྔོན་འགྲོ་གི་འོས་ལྡུག་གི་གྲུབ་འབྲས་འདི་ལ་བལྟ་བ་ཡིན་ན། ཕ་ཆེ་དེ་ཚོ་གིས་ཨ་ནི་འོས་ལྡུག་གི་ཁ་ལོ་བསྒྱུར་མེད་ན་འགྲོ་གི་དྲན་ཡོད་ཅེས་རོ། ཁ་ལོ་དམངས་གཙོ་འདི་ལྟར་ཁ་ལོ་བ་རེད། གཞུང་གི་ལམ་ལུགས་གཞན་པ་ན་ནི་ཡག་རེད་ལྟས་ཡིན་ན་ཡང་དེ་སྤྱོད་མེད་པ་མ་རེད་དོ། དམངས་གཙོ་ནང་དུ་ད་ཉེ་བའི་ཆ་ལ་དབྱིན་ཇིའི་ལུང་པ་ལ Brexit བྱུང་རེད། རྒྱ་གར་ནང་ལོགས་ལ་ང་ཚོ་ཧ་གོ་གོ་པ་རེད། ཨ་རིའི་ནང་ལོགས་ལ་ད། Trump Trump གི་འོས་བསྡུ་བྱུང་ད་རྙོག་དྲ་རབ་དང་རིམ་པ་བྱུང་བ་རོ། དེ་ཚོ་ཚང་མ་ནང་ལོགས་ལ་ཨཱ་ནི་འོས་བསྡུ་ནང་ལོགས་ལ་དཀའ་ངལ་བྱུང་བ་རེད་ཁ་ཤས་ཀྱི་ལྟ་ལ་ན་ཕྱི་རྒྱལ་ཁབ་ཀྱི་འདི་ནང་ལོགས་རྫུས་བྱས་ཇུས་གཏོགས་བྱས་བྱས་ཨཱ་ནི་འོས་བསྡུ་ནང་ལོགས་ལ་འདི་བྱས་བྱས་ད་མ་ཡིན་ཆད་ལ་ན་རེ་ད་འོས་བསྡུ་དཀྲུག་བྱས་ལ་ཡེ་ཆོད་རོ། Brexit ལ་ཡི་དེ་ག་དེ་འདྲ་རང་རེད་བ། དེ་འདྲས་འདུག་འོས་བསྡུ་ད་དྲང་པོ་བྱེད་དགོས་རེད་ད་གང་ཚོ་ཁ་ཤས་ཡང་འོས་བསྡུ་ནང་ལོགས་རྫུན་མ་བཤད་དེ་འདྲས་མ་ཡིན་པ་བྱས་འོས་བསྡུ་དྲང་པོ་བྱེད་དགོས་ནས་མི་མང་གི་བློ་ཁ་འཇུ་རེ་ཡག་གི་ཨཱ་ནི་འཕྲུལ་ཆ་དེ་ཚོ་བླ་ན་རེ། དེ་འདྲའི་སྐད་ཆ་བཤད་སྟངས་ཅིག་རོ། དེ་སྤྱི་ཚོགས་དྲྭ་རྒྱ་གི་ཐོག་ནས་ཨ་ནི་བོད་ཆོས་ལོག་པར་བཏང་བླ་ན་རེ། ཨ་ནི་མི་མང་གི་ཁ་ལོ་སྒྱུར་ར་དེ་དཔེ་ལས་ལོག་འགྲོ་ཅིག། ཨ་ནི་གནད་འགག་ག་ལ་འགྲོ་མ་ཐུབ་ཅེས་ཨ་ནི་སྐད་ཆ་ཐག་གཞན་པ་ཅིག་ལ་ཕར་འཁྲིགས། ཨ་ནི་འོས་བསྡུ་ཐོབ་པའི་ཅིག་ཏུ། ད་འདི། འདི་སྤྱི་དང་ཁ་ལོ་རྗེས་གཅིག་གི Trend འགྲོ་ཅིག་རེད། ཉེ་བའི་ཆར་རྒྱ་ཁབ།

སྐད་ཆ་དེ་ལ་སྤྱི་བཏང་ང་རང་གིས་མུ་མཐུད་འགྲོ་བརྗོད་ཚོད་ཁ་ལ་བར། གཅིག། མི་སྒེར་གྱི་གནད་དོན་གྲོས་བསྡུར་བྱས་ཆོག་ལ། ཕྱོགས་གཞན་པ་ཞིག་ལྟར་ན་དེ་དེང་ང་འཚམས་འཚམས། དཔེ་ཆ་ན་ང་ཚོས་ཀྱི་མི་སྒེར་ལས་དེ་ད་ང་ཚོ་ལ་མི་སྒེར་གྱི་མཚོན་ཆ་ག་རེ་ད་མི་སྒེར། བྱེ་བྲག་པ་ཞིག་ཡོད་རེད་མིང་མིང་བཏོན་ཡོད་རོགས་ད་དེ་ཡིན་ན་མིང་མི་མི། ངལ་རྩོལ་གྱི་འོས་བླུགས་པའི་སྐབས་སུ་མི་སྒེར་དེ་གྱི་མཚོན་ཆ་བཞོན་རོགས་ང་ཚོ Symbolism ལས་རོགས་མི་སྒེར་ཅིག་གི་ལྟ་བ་ཞིག་མཚོན་གྱི་རེད་མི་སྒེར་ཅིག་གི་ལོ་རྒྱུས་ཞིག་མཚོན་གྱི་རེད་ངས་བསམ་པར་ད་ལོ་རྒྱུས་ཆེ་ཆུང་ག་རེ་ཡིན་ན་དེ་འདྲ་ཡིན་དུས་ཡང་མི་སྒེར་གྱི་གནད་དོན་དེ་ཕྱོགས་ཕྱོགས་གཞན་ལྟ་བ་ན།

ད་ང་ཚོ་ད་ཕྱི་དུ་དེ་དེ་ག་གྲོ་དུ་ཕྱི་དུ་གྲོ་ཆེད་ད་ང་ཚོ་ད་གར་དྲག་ཆ་ད་དེ་འདྲས་བྱུང་ནས་ཁ་ལོ་བསྒྱུར་ལབ་ལ་དེ་ག་ང་ཚོ་ཕྱི་དུ་གྲོ་དུ་འགྲོ་བ་བ་རེད་རེད་ཡ་དེ་ག་ཕྱི་དུ་འགྲོ། ཨ་ནི། ད་སྒྲུབ་འབྲས་འདི་ལ་ལྟ་འདོད་པ་འདུག་གཅིག་ང་འདི་འདྲ་བ་ཞིག་མཐོང་སོང་དེ་དེ་ངའི་ག་ལ་བ་རེད་དེ་སྐོར་ལ་ངས་དྲག་ཆ་དོར་ལ་ད་བྲིས་པ་ཡང་ཡིན་དེ་ཉུང་ཉུང་ཉུང་ཤས་འདྲ་བོ་ཅིག་ཕྲིན་ད་དེ་ཨིན་ཇི་དོར་ལ་བྲིས་འདུག་ག་ལ་མི་ཞིའུ་ཅི་ད་ལོག་ཡོད་ཀྱི་མ་རེད། ཨ། ཁ་བཞི་སྐབས་སྐབས་ཡོད་འདུག་ཁ་ཤས་དེ་ཡང་མི་མང་གི་རེ་བ་ཞིའུ་ཅང་ཞེས་ར་བ། ག་ལ Optimism ལ་བོར་བ་ད།

ཧ་མ་མ་གུས་ཏེ། ངེད་ཀྱི་བསམ་ཚུལ་ལ་ད་ལན་གྱི་འོས་བསྡུ་དེ་ན་བྱ་བྱ་བྱ། འདི་གཉིས་བ་འདི་གི། གཉིས་བ་འདི། གཉིས་བ་འདི་ཉེ་བ་ཉེ་བ་འདྲ་བོ་ཞིག་མཐོང་གི་འདུག་འོས་བསྡུ་གི་འདི་ནང་ལོགས་ལ་གང་ཡིན་ཟེར་ན། ཉིས་སྟོང་བཅུ་དྲུག་གི་འོས་བསྡུ་ཚར་ནས། ཨ་ནི།
སྤྱི་ཚོགས་ནང་ལ་ང་ཚོ་རྙོག་དྲ་རབ་དང་རིམ་པ་འདྲ་བོ་ཞིག་བྱུང་སྟེ། སྒྲུབ་འདི་རྫོགས་ཡོད་མ་རེད་ད། ཨ་ནི། དེ་མ་རྫོགས་འདུག་སྐབས་ལ་ཨ་ནི་དེ་ཡི་སྒྲུབ་འདི་ལྟ Conclusion ལ་གོ། དེ་མཇུག་འགྲིལ་ཡ་གི་ད་ད་ལྟ་འདི་ཅིག་ཕྱིན་ན་ཉིས་སྟོང་བཅུ་དྲུག་ཆའི་ཨ་ནི་ཉིས་སྟོང་བཅུ་བདུན་ནང་ལ་ད་ཡང་འོས་བསྡུ་གསར་བ་ཆེ་མིན་གསར་བ་ཆེ་ལས་ཁ་ལོ་རེད། སྐད་ཆ་བཤད་སྟངས་གསར་བ་ཆེ་ང་ཚོ་བོད་པ་མིའི་གོམ་པ་གོམ་སྟེགས་ཡག་གསར་བ་ཅིག་པོ་ཐོབ་པ་ཡིན་ན་རེ་བ་ཅིག་ཡོད་རོགས། ད་ལྟ་འདི་ལ་རེ་བ་ཞེ་དྲག་མེད་པ་ཆེ་རེ་བ་ད་ང་ཚོ་ད་འགྱུར་བ་ཞིག་འགྲོ་དགོས་དེ་འདྲ་ཁས་ཡིན་ས་མ་རེད་སྔ་མ་ལ་མ་འགྲིག་རྒྱུ་འདི

མང་ཆེ་ཅིག་གིས་དེ་ནི་སྐད་ཆ་དངོས་ཡོད་ནང་ལོགས་སྤྱིར་བཏང་ནང་ལོགས་ལ་ད་སྐད་ཆ་ཁ་ཤས་ཅིག་གྲོས་བསྡུར་བྱེད་དགོས། བསལ་དགོས་ཟེར་རོ། དེ་ཚོ་སྐད་ཆ་མང་པོ་ཅིག་དེ་འདྲས་ཀྱིས་ད་ཆེ་ས་ནས་སྐད་ཆ་ནང་ལོགས་ལ་མ་སྙེམས་བྱེད་རོགས། ད་སྐད་ཆ་གྲོས་བསྡུར་བྱེད་ས་མེད་དུ་དེ་གིས་ད་སྨྲ་ཁ་དང་མ་གསུངས་ན་ད་སྨྲ་ཁ་དེ་ད་ཅིག། ཁ་ལོ་རང་ཚོད་ཀྱིས་ད། ང་ཚོས་ཀྱིས Justified ལོགས་རེད་ད་ཁ་ལོ།

རེད་འོས་བསྡུ་སྒྲིག་གཞི་རེད་བ། ད་འོས་བསྡུ་སྒྲིག་གཞི་ལ་དུ་ད་ནས་ངའི་གི་ཚོར་བ་དང་པོ་ཁ་ཆུང་སོ་ན་ད་ལན་འདི་ལ་མང་པོ་ཅིག་ལ་ད་འདི་མང་པོ་ལ་དུ་འདིར་ད་དམངས་ནང་དུ་ཡིན་ད་ཡིན་རེད་བ་གང་འགོ་ཁྲིད་ནང་ལོགས་ལས་ཕལ་ཆེར་ཕལ་ཆེར་སྤྱི་འཐུས་རྣམ་པ་ཡིན་ན་རེད་རེད་བ་འོས་ལ་གསར་བ་ལང་ངེས་ཡིན་ན་རེད་དེ་འདྲའི་ནང་ལོགས་ལས་ཕལ་ཆེར་ཕལ་ཆེར་འོས་བསྡུ་སྒྲིག་གཞི་མང་པོ་ཅིག་ད་སྔོན་མ་དོ་སྣང་མ་བྱིན་བའི་རྐྱེན་པས་ལ་བ་རེད་ད་འོས་བསྡུ་སྒྲིག་གཞི་མང་ཆེ་ད་ལན་ང་ཚོ་འོས་བསྡུ་སྒྲིག་གཞི་ཡོད་ཆུ་དུ་བཅར་བཅུ་གཙོ་བོ་ཅིག

ག་ལ་ན་ཡིག་སྐད་ཀྱི་ནང་ལོགས་ལ་ད་ཁྲིམས་གར་འཇུ་བ་བཏང་མ་བཏང་འདི་ཞིབ་ཚགས་དམངས་ཀྱི་སྐད་ཆ་ཁྲོད་ལ་ཚོ་ཨ་ཞིབ་ཚགས་ཀྱི་སྐད་ཆ་ཚོ་དམངས་ཁྲོད་ལ་གླེགས་མ་རོགས་ཨ་མ་སླེབས་འདུག་ད་ཅིག་བཤད་ན་སྒང་གི་སྡེ་ངན་མང་པོ་ཞིག་ལབ་སེང་གི་རེད་ཁྱེད་རང་ཚོ་དོ་སྣང་མ་བྱེད་རེད་ལྡོག་ཆོང་རེད་ལབ་སེང་གི་རེད་རོ་ད་ཡིན་ནའི་དམངས་གཙོའི་དམངས་གཙོ་ཡང་དག་པ་བྱ་ཡིན་ན་དམངས་གཙོ་གི་ད་དབང་དམངས་གཙོ་ལ་དུ་ཡིན་རྒྱུ་ཁ་རེད་ཁ་རེད་དབང་ཆ་འདི་དམངས་ལ་མ་འབྱོར་ཡ་དེ་ལ་ད་འོ་རོ་དམངས་ཀྱི་སུ་སུ་ཐག་གཅོད་བྱེད་ཐུབ་ཡ་གནད་དོན་འགོ་ཚུགས་ཐུབ་ཡ་དེ་འདྲས་ཅིག་དེ་འདྲས་ཅིག་སྒྲོམ་གཞི་བཏིང་གི་ཡོད་དུ་ཡང་ཁྱེད་རང་ཚོ་དོ་སྣང་མ་བྱེད་རེད་ལྡོག་ཆོང་རེད་ལབ་འགྲིག་གི་མ་རོ་རོ་དེ་ག་འདྲས་ཞིག་ནི་ཅིག། མི་དམངས་ནང་དྲིལ་བསྒྲགས་འདི་ད་ཡག་པོ་བྱུང་ཡོད་མེད་ཀྱི་ད་འདི་ག་ལྟར་འགྲོ་གི་ཡ་མི་འདུག་ར་དེ་ནས་ངས་རྡོག་ཐོ་ལ་ཡ་འདི་ཁ་ལེ་ལོ། ད་ལན་གྱི་རྒྱུད་རིམ་ནང་ལོགས་ལ་ང་ཚོ་མང་པོ་ཞིག་ཨ Surprise ར་ཡོད་ཚོད་ཨིན་ཅི་ན་མ་སོང་ད་ད་ཨ་ད་དེ་འདྲའི་ཡི་སྒྲིག་གཞི་ཞིག་འདུག་ཨ་ཨ་སྒྲིག་གཞི་དེ་འདྲའི་ཞིག་འདུག་ཨ་ལ་ཕྱིས་སུ་ད་ཧ་གོ་ཡ་ཆོད་ར་ད་དཔེ་ཤར་ན་ད་སྒྲིག་གཞི་ཁ་ཤས་ད་ང་ཚོ་འདི་ག་ལ་སྨྱུག་མ་ང་གཉིས་གཉིས་ཆེ་གཏམ་གི་ད་ཁ་ལོ་ར་ཐེ་སིང་གི་ཁྲོད་དུ་ར་ར་དེ་ནང་ལོགས་ཅིག་འདུག་ངས་དྲན་གི་འདུག་ཅིག་ཡ་མ་ལོགས་འདུག་ཡོད་ད་ནང་ལོགས་སྒྲིག་གཞི་ཁ་ཤས་འདུག་ཨ་ཅིག། སྤྱི་ཚོགས་དྲ་རྒྱ་ནང་ལོ་རེར་གཞི་མེད་སྤྱོད་ཚུལ་ཆེ་བ་ཡིན་ན། གཞི་མེད་སྤྱོད་ཚུལ་དང་བོད་པའི་གི་ཐུན་མོང་མ་ཡིན་པའི་གི་གཞི་རྟ། གོམས་གཤིས་ཡ་རབས་སྤྱོད་བཟང་ད་དེ་ཚོ་དང་མ་མཐུན་པ་ཆེ་བ་ཡིན་ན་དེ་ནི་དེ་འགྲིག་གི་མིན་ཟེར་བ་དེ་ལ་ཉེས་བ་དོ་བ་དེ་ནི་དཔེ་བཞག་ན་དེ་གི་རང་གི་ཉེས་བ་དྲན་གི་མིན་ལ་ཉེས་བ་ཁ་ཤས་དཔེ་བཞག་ན་ལོ་ལྔ་རིང་ད་ཁྱོད་རང་ལོ་བདེམས་བྱ་འདེམས་དཀའ་གི་འགྲིག་སྟངས་འཕྲོ་གི་ཡིན་ལས་དེ་རེད་དོ། ད་དེ་ནང་བཞིན་གྱི་ཡང་ཁྱེད་རང་གིས་མི་གཅིག་ལ་མི་གང་ཟག་གཅིག་ལ་གཞི་མེད་སྐྱོན་འཛུགས་བྱས་བྱས་རོགས་སྤྱི་ཚོགས་དཀྲུགས་སྐད་ཀྱི་སྐད་ཆ་བཤད་བ་ཡིན་ན་ཡང་ཁྱེད་རང་ལ་ཡང་འགྲིག་གི་མེད་ལ་ཡ་ཞེས་དོགས་ད་དེ་ཚོ་ཕྱོགས་གཅིག་ལྟ་ན་འདུག་དང་པོ་ཉེས་བ་དང་ཨ་འགྲིག་གི་འདུག་ཨ་ལ་ཡ་ཞེས་གླེང་གི་འདུག་གཞི་མེད་སྐྱོན་འཛུགས་བྱས་ན་ཡག་པོ་མི་འདུག་ལ་ཡ་གླེང་གི་འདུག་དེ་ལ་སྐྱོན་མི་འདུག་ཨ་ལེ་གི་འདུག་བསམ་བློ་ཡག་པོ་ལྟ་ན་གཞི་མེད་སྐྱོན་འཛུགས་ལ་ན་ཁག་རེད་ད་སྐད་ཆ་བཤད་རྒྱུ་ཆ་ཚང་གཅིག་ལ་མི་གཅིག་ལ་གནད་དོན་ཆ་ཚང་མགོ་ཚུགས་ནས་སྐད་ཆ་བཤད་བ་ཡོད་ན་ད་མི་མང་པོ་ཅིག་བཤད་ཐུབ་ཡ་ཡོད་མ་རོགས་དམག་ནང་ལ་སྐད་ཆ་ག་འདྲ་བཤད་བ་ད་ཆ་ཚང་གཅིག་མགོ་མ་ཚུགས་མ་གཏོགས་ཁྱོད་སྐད་ཆ་བཤད་ཆོག་གི་མེད་ལ་ན་ད་ཁག་ཁག་གཅིག་པ་རེད་ད་ཆོག་ཅིང་ད་འོ་ན་ད་འདི་རྒྱ་ཁབ་དམངས་གཙོ་གོ་བ་ནས་རོགས་དམངས་གཙོ་ནང་གནད་དོན་ཆ་ཚང་འགོ་ཚུགས་ནས་བཤད་ཀྱི་ད་བརྒྱུད་རིམ་དེ་བཟོས་བ་ན་དེ་ནི་ཕལ་ཆེར་ཁག་པོ་རེད་བསམ་གོ་མི་མང་གི་ཁ་གྲགས་ཐོས་རོགས་ད་འདི་ལ་དུ་ནི་སྤྱོད་འཛུགས་དེ་ད་གཞི་ཡོད་ཆོག་དང་གཞི་མེད་ཆོག་ལས་དེ་ཡང་ང་ཚོ་གཅིག་ཁ་རོ་ཐེག་སྐྱོ་བ་ནང་བཞིན་བྱས་ཡོད་མ་རོགས་དེ་ད་གསལ་བོ་ཡོད་མ་རོགས་ད་གསལ་བོ་མེད་འདུག་དེ་ག་དུས་ན་དེ་ནི་དབང་ཆ་ཡོད་ངེས་ཅིག་ལ་འགྲེལ་བརྗོད་བྱེད་ཡས་ཀྱི་ནུས་པ་རག་ཡོང་ཁུ་འདུག་བ། དེ་འདྲའི་གི་ད་དེ་ཚོ་གསལ་ཁ་གལ་མི་འདུག་ད་སྒྲིག་གཞི་ཨེ་འདྲས་གཏན་འབེབས་བྱེད་ཤག་ད་དེ་ནང་རུ་སྤེལ་ཤག་ད་ང་ཚོ་དེ་མང་ཆེས་ཀྱི་ཧ་གོ་དེ་གཅིག་ཤ་དེ་གི་ཚོགས་པ་ཁག་གི་ད་འོས་མི་དྲི་བསྒྲགས་བྱེད་བྱུང་མེད་འོས་མི་འོས་མི་ཡིག་ལ་ཁྱབ་བསྒྲགས་བྱེད་བྱུང་མེད་ད་ཅིག་རྒྱབ་སྐྱོར་བྱེད་བྱུང་མེད་རེད་ད་ཡང་ཚོགས་པ་ཁག་གི་གྲོས་བསྡུར་སྐོང་ཆོག་འོས་ལ་ཡོད་རེད་ད་གྲོས་བསྡུར་སྐོང་ཆོག་རེད་རོ་ཡིན་ནའི་ད་གྲོས་བསྡུར་བྱུང་ཡོད་མ་རོ་ཡིན་བྱུང་ཡོད་མ་རེད་ད་ཁ་ཤས་གི་ལ་ཡ་ཕྱིན་ན་གྲོས་བསྡུར་སྐོང་ཡ་གི་འབད་བརྩོན་བྱས་པའི་སྐབས་སུ་ཡ་ནི་ག་ལ་ས་གནས་གི་འོས་བསྡུ་འོས་བསྡུ་འགན་འཛིན་གི་སྐོང་ན་མ་ཚུགས་མ་སྐོང་ན་ཡག་གི་རེད་སྐོང་ན་འགྲིག་གི་མ་རེད་དུ་འདུག་ཅེས་གསུངས་རོགས། དེ་ནས་ས་གནས་དེ་དུས་དེའི་རང་གི་སྟབས་ཀྱིས་ཤི་ན་དབུས་འོས་བསྡུ་གི་དབུས་འོས་བསྡུ་ལས་ཁུངས་ལ་འབྲེལ་བ་བྱས་བྱས་ཨི་མེལ་ཕུལ་འདུག་ཨི་མེལ་ཕུལ་འདུག་མ་གསལ་བོ་ཡི་གེ་མེད་བ་བྱས་སྒྲིག་གཞི་དེ་ན་བསྟར་ལ་ཡ་ཅེས་གསུངས་མ་འདུག་ཡོ་ད་ཕལ་ཆེར་སྒྲིག་གཞི་ན་བསྟར་ལ་འདུག་དེ་ནས་གང་གི་བསམ་བ་བསམ་པ་ལ་དེ་ནས་ཡང་ཅིག་ཡུ་མགོ་ས་དགེ་བསྐོས་ཡོད་བར་གྱི་རྣམ་པ་ཞིག་ལ་ཡིན་འདུག་ད་དེ་འདྲའི་གང་བྱས་མ་བྱས་ཡོ་ད་གྲོ་བསྡུ་དམིགས་བསལ་གྱིས་སྐོང་ངེས་བྱུང་མ་སོང་ཡ། ཐེངས་མཐའ་མ་དེ་དག་ཁ་ན་ར་ཅིག་བྱུང། ཁ་ན་ར་དང་དེ་འདྲའི་དེ་བ་ནི་གཞོན་སྐྱེས་ཁག་ཅིག་གིས་འགོ་ཁྲིད་བྱེད་གྲུ་བཙུགས་བྱས་སོ། ད་འདི་ཡས་མི་མང་པོས་འཛོམས་ཐུབ་ཡོད་མ་རེད། དེ་འདྲའི་ཡོད་དོ། ད་སྒྲིག་གཞི་འདི་འདྲའི་ཁག་ཅིག་སྔོན་མ། ད་ཉིས་སྟོང་བཅུ་དྲུག་རྗེས་ནས། ད་ང་ཚོ་འགྱུར་བ་ཞིག་བཏང་ཡོད་རོ། ད་སྒྲིག་གཞི་ཉེ་བའི་ཆ་ལ་དཔེ་བཞག་ན་ད། ག་རེ། ད་ང་ཚོའི་གི། འདི་དངོས་གཞི་གི་ད་ལྟ་སྔོན་མ། ད་ང་ཚོ་གསལ་བོ་བཟོས་དགོས་ཆེད་ལ། དེ་སྔོན་ལ་ད་གསལ་བསྒྲགས་བྱེད་དགོས་ཆེད་རོ་འོས་བསྡུ་ལེན་འོས་བསྡུ་འགན་འཛིན་གི་ད་ང་ཚོ་མང་པོ་ཅིག་ཧ་གོ་ཡོད་གི་རིག་ནས་འོས་བསྡུ་འགན་འཛིན་གི་གསལ་བསྒྲགས་བྱེད་དགོས་དེ་ག་རེ་སྔོན་འགྲོ་འོས་ཤོག་གི། གྲུབ་འབྲས་དེ་རེད་མ་གཏོགས་ཡང་དངོས་གཞི་ཡོད་ཤོས་ཀྱི་གྲངས་གྲངས་ཀ་དེ་ཐོན་ཡོད་མ་རོགས་ད་ང་ཚོ་དེ་ལས་རོགས་ང་ཚོ་ཁ་རོགས Preliminary གྱི Result རེད་མ་གཏོགས་ཡང་ང་ཚོ་དེ Final གྱི་ཅི Official Candidate List ཐོན་ཡོད་མ་རོགས་ཁ་ན་དེ་གཉིས་ཁག་ཁག་རོགས་སྔོན་འགྲོ་གི་གྲོས་བསྡུར་མ་གྲུབ་འབྲས་དེ་མ་བཏོན་ས་བ་རྗེས་ལ་དེ་འདི་ནང་ལོར་མི་ཁ་ཤས་འདེད་ངེས་བྱུང་གི་རེད་ཁ་ཤས་མ་འདོན་ངེས་བྱུང་གི་རེད་དེ་འདྲས་མང་པོ་ཞིག་ལྟ་བཞིན་མཐའ་མ་དེ་ལ་མཐའ་མའི་ཐོ་ཞིག་བཏོན་གྱི་རོགས་ཐོ་ཞིག་བཏོན་གྱི་རོགས་ཐོ་དེ་ད་གསུམ་པའི་ཉིན་ས་གཅིག་ལ་བཏོན་ཡོད་ཆགས་སོ་ད་དེའི་བར་དུ་ང་ཚོ་གྲོས་བསྡུར་བྱེད་ཆོག་གི་མེད་ལ་ནི། བོད་དུ་རྒྱུན་འཛིན་གྱི་སེ་ར་གནང་སོ། ད་ལྟའི་སྒྲིག་གཞི་ནང་ལྟེ་བ་ན་སྒྲིག་གཞི་ནང་རུ་ལ་བྱེད་ཆོག་གི་མེད་ལ་ནི་མི་འདུག་ཨ། ཡིན་ན་ཡང་དྲིལ་བསྒྲགས་དང་འབྲེལ་བའི་ཐོག་ནས་འོས་བསྡུ་འགན་འཛིན་ལ་སོ་སོ་ཡིག་ལ་དབང་ཆ་ཡོད་ལ་འདུག་ཨ། དེ་ལ་དུ་འོས་ཆོས་འགན་འཛིན་གྱིས་ད་ལྟའི་ཆ་ལ་དབང་ཆ་བེད་སྤྱོད་བྱས་ཏེ་ད་ཆོག་ཅིང་ལྟེ་བ་ན་ང་ཚོ་ད་མང་གཙོའི་གྱི་ལྟ་གྲུབ་དང་འགལ་བ་དེ་ངས་ངས་ངོས་འཛིན་བྱེད་ཀྱི་ཡོད་འདུག་ཅེས་རོ་ཨ། གཅིག་མང་གཙོ་ནང་རུ་ལ་གཙོ་བོ་དེ་ད་འོས་བླུག་ཡ་ཆོག་གི་མི་འདུག་ཨ་ནི་གྲོས་བསྡུར་བྱས་ཡ་འདུག་ད་གྲོས་བསྡུར་བྱས་ཀྱི་ལང་ཀ་བཀག་རོགས། ད་གསུམ་པའི་ཉིན་ས་གཅིག་ལ་ཕྱིན་ན། ཉི་མ་ག་ཚོད་ལ་རེད་ད་ཉི་མ་ཉི་ཤུ་མ་ཚར་ལྷག་ཡོད་མ་རེད་ཉི་མ་ཉི་ཤུ་ནང་ཉི་མ་གཅིག་གཉིས་གཅིག་ང་ཚོ་འོས་ལྡུག་ངེས་ལ་དྲིལ་བསྒྲགས་བྱེད་ཆོག་མེད་ལ་ཡི་གེ་བྱེད་ཆོག་རོགས་དེ་ལ་དུ་ཉི་མ་བཅོ་བརྒྱད་ལྷག་ཡོད་རེད་ད་ད་ཏོག་དབྱིབས་རྐྱེན་པས་ཚང་མ་ཡས་ཀྱི་ད་གཅིག་གསུམ་ཐེ་སེང་གི་ཁྲོ་ནས་གྲོ་སྡུད་བྱེད་ཀྱི་ཡོད་ཅི་རེད་མ་གཏོགས་ཡོ་གཞན་པ་ས་ཆ་ཁག་ལ་འགྲོ་དགོས་གསུངས་ན་འགྲོ་ས་མེད་ཡོ་ཆ་ཆ་རོགས་ད་རོགས་ད་འདིའི་སྐྱོན་ཚུ་མཐོང་སོང་ངས། ཉིས་སྟོང་བཅུ་དྲུག་ལོ་ལ་དཔེར་ན་ང་འདྲ་བོ་ཆེ་ག་རེ་དྲན་གྱི་འདུག་ལ་ན་ང་ཚོ་འདི་གསར་འགྱུར་བརྒྱུད་ལམ་ཁག་དེ་ཚོའི་ནང་ལོགས་ལ་བགྲོ་གླེང་གི་གོ་སྒྲིག་ཞུ་ཆེད་སྐབས་དེ་མ་དང་པོ་ལངས་ངེས་ཀྱི་ཡུལ་མི་ཁ་ཤས་ཅིག་གིས་བགྲོ་གླེང་བྱེད་ཡག་འདྲ་བོ་དང་གཟིགས་སྐྱོང་གི་བགྲོ་གླེང་དེ་མ་ཁ་ཤས་ཅིག་བྱེད་པ་རོགས། དེ་ཚོ་གིས་ད་བགྲོ་གླེང་གི་སྤུས་ཀ་ལ་མ་བལྟ་བར་ཡར་ཁ་ལོ་ལེགས་སྐྱེས་ལ་མ་བལྟོས་པའི་བགྲོ་གླེང་འགྲོ་བ་དེ་ཡག་པོ་རོགས། ད་གལ་སྲིད་དེ་གོམ་པ་དང་པོ་བྱས་ད་ལན་དེ་གོམ་པ་གཉིས་པ་འགྲོ་རྩིས་བ་ཡིན་ན་ཕ་སྐད་ཀྱི་བགྲོ་གླེང་འདི་ད་ད་ལན་དེ་ལོ་རྒྱུས་ཐོན་ནས་ཡར་འགྲོ་ཡར་འགྲོ་ཡ་མ་འདུག་འགྲོ་ད་ཧོ་མ་རོ་བ་ཡིན་ན་ད་ལན་དེ་མ་བྱུང་བ་དེ་དངོས་གནས་གཅིག་ནི། ཏོག་དབྱིབས་ཀྱི་རྐྱེན་པས་ཡིན་སྲིད་ཀྱི་རེད། གཉིས་པ་ནི་ད་ལྟ་ཆེ་གེ་ལ་བ་འགྲོ་འོས་བསྡུ་གི་སྒྲིག་གཞི་འདི་གི་དེ་འདི་ཞིག་ད་མི་ཡ་ཅིང་ཤ་ཅོ་འདྲ་བོ་དང་རང་དབང་དེ་འདྲས་ཀྱི་བགྲོ་གླེང་བྱས་ཀྱི་ཁོར་ཡུག་མི་མང་ལ་ཞི་བ་ཅིག་དེ་འདྲས་མེད་ཅོ་འདྲ་བོ་ཅིག་མི་མང་གིས་ཡང་ཞི་བ་ཅིག་དེ་ལ་འགན་ཁུར་མ་བཞེས་ལ་འོར་ར་བཞེས་པ་ཡིན་ན་ཡང་ནི་འོས་བསྡུ་སྒྲིག་གཞི་ལོག་ཤི་ལ་ཡོད་དེ་འདྲས་ཡིན་འདུག་ཨ་ནི་དེ་འདྲས་ཅིག་གི་སྟོང་ཤ་ཅིག་གནང་ལོ་ལ་ཨ་ནི་ད་ག་ལ་ཡོད་རེད། མི་ཤེས་ངན་ཁ་ཤས་ཀྱིས་ཤེས་འོང་འདུག་གབ་ལ་ཨ་ནི་ད་འོས་བསྡུ་འདི་ང་ཚོ་བྱུང་ར་ཡི་དེ་བོད་པ་མི་ཚང་མ་ལ་བྱུང་ར་ཡོད་རོ། དེ་དེ་བློ་ཁ་པོ་འགྲོ་བ་ཅིག་རེད་ཤི་རོ། གཅིག་དེ་རེད་དོ། ཨ་ནི། གཞན་པ་ད་འདའ་དབུ་ཅན་ཆེ་གི་ལའི་འདི་རེད་ཤི་ད་གཅིག་ཡང་བགྲོ་གླེང་འདི་ལ་ཆད་འགྲོ་འུ་ཅུད། འདི་ལ་ཆད་ཅིག་བལྟ་བ་ཡིན་ན་དཔེར་ན། ཉི་མ་ང་ཐོ་རངས་མི་འདུག་ག་ལ་ད་ངས་འདི་དཔེ་མཚོན་བྱ་དཔེ་མཚོན་འདི་ནས་ཞུ་བ་ཡིན་ན་ར། དཔེར་ན་སློབ་གྲྭ་དང་ང་སློབ་གྲྭ་གི་ཉལ་ཁང་ལ་ཨ་ནི་བུ་མོ་ལ་རྩུབ་སྤྱོད་ཀྱི་དེ་འདྲས་ཅིག་སྤྱོད་ཀྱི་དེ་ཅིག་བྱུང་བ་ར། དེ་འདྲས་ཨ། དེ་འདྲས་བྱུང་འདུག་ག་ལ་བུ་མོ་དེ་གི་དེ་འདྲས་སློབ་གྲྭ་གི་ཨ་ནི་འདི་ཞུ་འདུག་ག་ལ་ཨ་ནི། ང་ཚོ་ཉལ་ཁང་གི་དོ་དམ་པ་གིས་ཨ་ནི་ག་བྱེད་ཟེར་ན། དེ་ནས་བཟུང་བྱེད། ཨ་ནི་བུ་དང་བུ་མོ་སྤྱི་དང་ང་ཚོ་དེ་ཉལ་ཁང་དེ་བུ་དང་བུ་མོ་གཉིས་ཀ་ཕར་ཚུར་འགྲོ་ཡ། བུ་བུ་བུ་ཉལ་ཁང་ལ་ད་བུ་མོ་དཀར་པོ་གླལ་ཡ་དེ་འདྲ་ཡོད། ད་དེ་ག་ཧ་ཧུ་གྲོ་གྲོགས་པོ་འདྲ་འདྲ་གླལ་ཡ་ཡོད། ད་འོ་འདི་ཚང་མ་ཀ་བྱེད་བྱོས་རོགས། ད་ཡིན་རྒྱུ། འདི་ཁ་རས། སྒྲིག་གཞི་གསར་བ་འདི་བུད་མེད་ཀྱི་རྩུབ་སྤྱོད་ལ་ད་འདི་ནས་མ་ཡུང་བའི་དོན་དག་འདྲ་བོ་ཅིག་རེ་བ་དང་དེ་འབྲེལ་གྱི་སྐད་ཆ་ཅིག་ནི་གླེང་རྗེས་ཨ་ནི་སྒྲིག་འཛུགས་གསར་བ་བཟོ་འདུག་ག་ལ་ཨ་ནི་བུ་མོ་ཚང་མ་ལ་རང་དབང་མེད་ཅོ་རེ་བ་ཡིན་ལབ་བོ་ར་བུ་མོ་ཡར་མར་འགྲོ་ཡས་ཀྱི་རང་དབང་མེད་ཅོ་རེ་བ་ཡར་འདམ་བཞག་རྒྱུ་འདྲ་བོ་ཅིག་དེ་ཕལ་ཆེར་ག་ལ་ཡོད་རེད། སློབ་གྲྭ་གི་སྒྲིག་འཛུགས་ཀྱི་བཟོ་ངེས་ཡིན་ན་རེད་ཨ་ནི་གཞུང་གི་ད་ལྟ་སྒྲིག་འཛུགས་གཏན་འབེབས་བཟོ་ངེས་དེ་ཚང་མ་ན་ཡོད་ས་རེད་དཔེར་ན་གནས་ལྔ་གནད་དོན་ཅིག་ཆགས་འདུག་ག་ལ་ཨ་ནི་གནད་དོན་འདི་ལ་ཨ་ནི་རྗེས་མར་ག་ལ་འོ་དེ་ནི་ག་ལ་འོ་རེད་གནད་དོན་འདི་ལ་དཔག་པའི་ཁྲིམས་ཅིག་བཟོ་འདུག་ག་ལ་ཨ་ནི་ཡང་ཕྱོགས་གཞན་ཅིག་ནས་ག་ལ་འོ་རེད་རང་དབང་མེད་པ་བཟོ་ཡས་འདྲ་བོ་ཅིག་རེད་བ་ཅི་ད།

གྲོས་བསྡུར་བྱས་ན་འགྲིག་གི་ཡོད་ཅེས་རོ། ཡིན་ནའི་གྲོས་ཚོགས་ནང་བློར་དཔེ་བྱས་ན། གསོན་པའི་ཉིན་ས་གཅིག་པ་དུ་འགོག་དགོས་རྒྱུ་མཚན་ག་རེ་ལ་རག་གྲོས་ཚོགས་ཀྱིས་སྔོན་མ་ད་ང་ཚོ་སྔོན་འགྲོ་འོས་བསྡུ། སྔོན་འགྲོ་སྔོན་འགྲོ་རྗེས་དེ་བྱས་ནས་སྔོན་གཤེགས་བར་དུ་དུས་ཚོད་བྱས་རོགས་དེ་མ་ཐུང་བཏང་ཡོད་རོགས་གྲོས་ཚོགས་ནང་བློ་ལ་མ་ཐུང་བཏང་ཡོད་རེད། དེའི་བརྒྱུད་རིམ་ནང་བློར་དེ་ནི་ད་ལྟ་དཔེ་བྱས་ན། ཨ་ཁ་རེ་ང་ཚོ།

སྟོན་དགོས་དང་སྒྲིག་གཞི་དང་འབྲེལ་ཡོད་ལ་དེ་སླད་དུ་གྲོས་ཚོགས་རང་གི་ཐོག་ནས་བཀའ་བཞག་རྒྱུ་དམ་བཞག་རྒྱུ་ཁག་གཅིག་ཡོད་རོགས་དེ་ང་ཚོ་ཡང་ངོས་ཟིན་དགོས་གལ་ཆེན་པོ་མཐོང་ཁ་ལ་ནི་ད་མ་འོངས་པ་ང་ཚོ་གི་ཤུགས་དེ་འཇགས་ཚེ་ད་ཚ་ཚ་ཚ་ཚ་རོགས་དེ་ནས་མ་འོངས་པ་དེ་ལ་ང་ཚོ་ཤུགས་འཇགས་བ་ན་ད་གྲོས་ཚོགས་ལ་མ་གྲོས་ཚོགས་འོང་ད་གྲོས་ཚོགས་ནང་རྙིང་པ་ཡིན་ན་རེད་གསར་བ་སུ་ལ་ཡོད་ན་དེ་དེ་ལ་ང་ཚོས་ཀྱི་ད་ཞུ་གཏུགས་བྱེད་དགོས་ན་རེད་རོགས། ད་ག་འདྲས་བྱེད་དགོས་ན་ཅིག་དེ་ཀྱི་སྒྲིག་གཞི་དེ་འགྱུར་བ་གཏང་དགོས་ཁག་ཅིག་འདུག་ལ་ད་གྲོས་ཚོགས་འཇུག་ནས་ཞུགས་བྱས་རོགས་ཨ་དེ་ཡིན་དུས་ཡང་སྤྱོད་འདི་ངོས་བཟུང་ས་ཞིག་རོགས་ངེད་ཀྱི་ཕལ་ཆེར་ད་ལན་འདི་ལ་ཅིག་ཤི་ན་རྒན་མང་ང་ཅིག་གྲོས་ཚོགས་ཡོག་རེད་ཐོང་དུ་ང་གི། ཅི་ལྟར་ན་དེ་ཁྱབ་ཚ་བོ་རེད་ཡང་མ་རེད་ཡང་ཟེར་ན་འོས་བསྡུ་གི་སྒྲིག་གཞི་དེ་དཔེར་ན་སྒྲིག་གཞི་བཟོ་བཟོ་ངེས་དེ་གྲོས་ཚོགས་ཀྱི་བཟོ་བྱས་རོགས་ཨ་སྒྲིག་གཞི་གི་ག་ལ་བ་རེད་སྒྲིག་གཞི་འགྲོ་ས་དེ་ཡང་ག་ལ་བ་རེད་ཁུངས་གཞན་པ་ཅིག་ཡིན་པ་ཡིན་ན་དཔེར་ན་ཞིང་པ་དང་དེ་འདྲས་ཡིན་པ་ཡིན་ན་གྲོས་ཚོགས་ཁོ་རང་ཚོ་ད་ལྟ་དེ་འོས་བསྡུ་དེ་འོས་བསྡུ་དང་འབྲེལ་བའི་སྒྲིག་གཞི་བཟོ་ངེས་དེ

དྲིལ་བསྒྲགས་ཕྱི་མ་ཅི་ན་སུ་ལ་ཕན་ཐུག་རེད་དབང་ཆ་ལ་ཡོད་དགོས་དེ་ལ་ཕན་ཐུག་རེད་སྤྱི་ཚོགས་ནང་ལ་རོགས་ཡ་རེད་འབུར་དོན་དེ་གོས་ཆོག་འདི་ག་དོན་ཐུང་དེ་རེད་གསར་བ་དོན་ཐུང་མ་རེད་ད་བསམ་བློ་གསར་བ་ཞིག་ལས་ཐུང་མ་རེད་མི་གསར་བ་ཞིག་ལས་ཐུང་མ་རེད་དྲིལ་བསྒྲགས་བྱེད་ཡ་མེད་བ་ན་ད་དེ་ཡིན་དུ་དྲིལ་བསྒྲགས་དེ་སྤྱི་ཡོངས་ལ་བྱེད་ཅི་གི་མེད་བ་ཡིན་ན་ཡང་ཁ་ཤས་ཅིག་ལ་ཕན་ཐོག་བྱེད་དགོས་རེད་དེ་ཡི་ཁ་ཤས་ཅིག་ལ་གྱོང་གུད་སྤྲི་དགོས་རེད་དེ་ཡི་ང་ཚོ་ངོ་ཟིན་བ་ན་ཡང་གཅིག་ཤེས་ན་ཡང་བསམ་བློ་གཏང་དགོས་ཡ་ཞིག་ཏོ་ཁ་ཤས་ཀྱི་བསམ་པ་ལ་ཚང་མ་ལ་ང་ཚོ་གོ་སྐབས་སྤྲི་གི་མེད་སོང་ཙང་འདྲ་མཉམ་འདྲ་འདྲ་བྱེད་ཀྱི་ཡོད་ལ་ཡ་ཞིག་ཏོ་ད་སྔོན་ལ་ཕྱིན་ན་གོ་སྐབས་ཚང་མ་ལ་མ་སྤྲད་བ་ན

འདི་གི་གསོན་དུ་མ་དེ་ག་བར་ལེགས་བ་རེད་ལྟོས། དེ་ང་ཚོས་ཀྱིས་ངའི་ཡིག་ང་རང་གི་བསམ་པ་ལ་དེ་གལ་ཆེན་པོ་རུ་སོང་གི་འདུག་ད་ཆོག་མཆན་སྟེར་བ་རྣམས་ད་ལས་སླ་ཤོས་ལས་འདི་གར་ལ་ན་མི་མང་པོ་ཅིག་ཧ་ལས་རྡོག་རྩ་གཅིག་སྒྲིལ་མཐུན་སྒྲིལ་ལ་གནོད་གི་རེད་ཟེར་བ། རྡོག་རྩ་གཅིག་སྒྲིལ་ལ་གནོད་གི་རེད་རྒྱལ་ཁབ་ཀྱི་མཐུན་སྒྲིལ་གནོད་གི་རེད་དེ་ཚང་མས་ཧ་གོ་བར་ད་རྒྱལ་ཁབ་མཐུན་སྒྲིལ་ལ་གནོད་གི་རེད་ལ་བྱས་དེ་ནི་གྲོས་བསྡུར་ཞི་དྲག་བྱས་མ་བྱས་དེ་ཚང་མས་ཧ་གོ་བར་འདུག་ད་ངས་ཟེར་བ། དེ་ནས་ད་ངས་ཀྱིས་འདི་གི་ད་མདོ་མ་གཞིར་འགྲོ་བས་ན་ང་རང་གི་དོགས་པ་ག་རེ་ལེགས་ལ་ན་ད་ང་ཚོའི་གི་ཆབ་སྲིད་ཀྱི་ད་ག་ལ་བར་ཆབ་སྲིད་ཀྱི་བསམ་བློ་ཐང་ཐང་གནང་ན་རེད། དེ་ཡང་འདིར་ད་ཡང་འདི་ངའི་གྲོས་ཚོགས་དང་ད་ང་ཚོའི་གཞུང་གི་མཛད་གཙོ་རྣམ་པ་ལས་རོགས་ད་དེ་ཚོ་གཅིག་པུ་ལ་རྒྱལ་ཡོད་གི་མེད་ད་ང་རང་ཚོ་ཡོད་ནས་ད་སྤྱི་ཚོགས་ནང་ལོགས་ལ་ད་ནམ་རྒྱུན་དུ་ཏིས་ཁ་ལོག་རེད་ཤེས་ཡོན་ཡོད་ལག་ཡོད་ན་རེད། ཆབ་སྲིད་ཀྱི་ཐོག་ནས་འགན་འཁྱེར་གྱི་ཡོད་ན་རེད་ད་གཅིག་ང་ཚོ་ཨིན་ཇི་ནང་ལོགས་ལ intellectual elite ལོགས་རེད་དེ་འདྲས་ཡོད་ན་རེད་ཡང་གཅིག་ཆབ་སྲིད་ཀྱི elite རོགས political elite ཆབ་སྲིད་ཀྱི་འགོ་ཁྲིད་ངེས་ཡོད་རོགས་དེ་ཚོ་མང་པོ་གཅིག་ནང་ལོགས་ལ་ད། སྤྱི་བཏང་ཁྱད་པར་ཡོད་ཕྱིར་རོ། ཡིན་ན་མང་པོ་ཞིག་ན་བསམ་བློ་ལ་ག་དུས་ན་ངའི་ཁ་ཚོགས་འདུ་ན་གཅིག་དམངས་ལ་ག་དུས་ན་ཞེ་སྣང་བསྩལ་ཆོག་དམངས་ལ་དོགས་པ་བྱས་ཆོག་ད་དམངས་དེ་ཨིན་ཇི་ནང་ལ་ངེས་ལ་འདི་ལ Potential Mob ད་མོབ་བསླ་ན་པད་ད་འཐོར་ཆོག་ཆོག་ཟིང་བསླང་ཆོག་ཆོག་དེ་འདྲའི་འགྲོ་ཆེད་དམངས་དེ་ག་དུས་ན་དམངས་དེ་ལ་ང་ཚོས་གི་ད་ལུགས་ལྡང་མ་བཟུང་ན་ཡག་པོ་མ་ཚོར་བ་ཡིན་ན

ད་ཡག་པ་ཆོག་ནས་བལྟ་བ་ན་དམངས་ལ་ང་ཚོས་ཕན་ཐོགས་ཡས་ཀྱི་ང་ཚོའི་ཧ་གོ་རེད། ཕན་ཐོགས་ཡས་ཀྱི་སྲིད་ཇུས་ནི་ང་ཚོས་བཏིང་གོ་རེད་ཟེར་བ་དེ་སྐུ་རླུང་འདུག་བྱ་ཡོད་ལེགས་མེད་ད་ཕན་ཐོགས་ཡས་སྲིད་ཇུས་ང་ཚོས་བཏིང་གོ་རེད་ཟེར་ན་དམངས་རང་ལ་གྲོས་བསྡུར་བྱེད་ཆེད་ན་སྙིང་རྗེ་ཤིང་མ་རེད་མགོ་ཚུགས་པོ་མ་རེད་ལས་བྱོས་རོགས་དེ་བསམ་བློ་དེ་ང་ཚོ་ཆབ་སྲིད་ཀྱི་མགོ་ཁྲིད་ཁག་ལ་ཡོད་རེད་ལ་ང་ཚོའི་ནང་ལོགས་ལས་ངས་ཡོད་པ་ཞིག་མཐོང་གོ་ད་རོགས་དེང་རབས་ཀྱི་ད་ཞིའུ་སློབ་སྦྱོང་བྱེད་མཁན་ཡིན་ལ་ངས་ཆ་ཚང་ལ་ད་ཅིག་དམངས་ལ་ག་དུས་ན་དོགས་པ་དང་ཅིག་དེ་འདྲའི་ཀྱི་ལྟ་སྟངས་ཞིག་ཡོད་པ་ཡིན་ན་དེ་ཀྱི་བརྒྱུད་རིམ་ན་ཁ་ཅིག་རེད་དེ་ནི་དམངས་ལ་སྐད་ཆ་བཤད་བྱེད་ན་དེ་ནི་དེ་ཅིག་ཁ་ལ་ཟབ་ཟབ་ལོག་རང་སེམས་འདི་ལ་གཡོ། ཁ་རེ་དམངས་ལ་སུ་སུ་དང་དམངས་ཀྱི་དམངས་ལ་འབྲེལ་བ་དེ་ག་དུས་ན་སློབ་ཁྲིད་ཀྱི་འབྲེལ་བ་ཞིག་རེད། རང་ཉིད་ཀྱི་ནི་ཁོ་ཚོ་རླབས་ཆེ་ག་ལེ་ག་ལེ་ག་ལེ་ག་ལེ་ཡར་སླེབས་ནི་མ་གཏོགས་ཡང་ད་ལྟ་བཤད་ཅི་ན་དེ་ནི་སྤྱི་ཚོགས་འཁྲུག་འཁྲུག་ལ་བསམ་བློ་ཞིག་གཏོང། ཕལ་ཆེར་འདི་བསམ་བློ་འདི་ཉིད་ཀྱི་ད་ལྟའི་གི་སྒྲིག་གཞི་ལ་ན་རེ་ད་ལྟའི་གི་མང་ཆེས་ཀྱི་གཞི་ལ་འདི་མེད་ན་བསམ་བསམ་ང་རང་གི་ཡེ་འདྲེ་འདུག་དོགས་པ་ལི་འདུག། ད་འདི་ལ་དུས་འདི་འགྱུར་བ་གཏང་དགོས་རེད་ས་ཆ་བོ་ར། ད་ང་ཚོ་བོད་པ་དམངས་གཙོ་ལམ་ཁར་འགྲོ་གི་ལགས་ཡོད་ར་ཨ་ནི་མཐུན་སྒྲིལ་དགོས་གི་ད་ད་ང་ཚོ་བོད་པ་གི་ད་ག་ལ་བ་རེད་དགོས་ཡ་གི་ལྕ་ལ་དེ་ཚོ་ད་རི་ག་ལ་ཡོད་པ་ཡིན་ན་རི་དགོས་ཡ་གཅིག་དམངས་གཙོ་ཡང་དག་པ་བྱེད་ཅིག་ཨ་ནི་གཅིག་མཐུན་སྒྲིལ་དེ་འདྲ་དགོས་གི་ཡོད་ན་ཨ་ནི་ད་འགྲོ་ས་གི་ལམ་ཁ་དེ་ཡོད་ར་ད་ལམ་ཁ་དེ་བགྲོ་གླེང་ད་མི་དམངས་གི་དེ་ག་ལ་བ་མཉམ་ཞུགས་བྱེད་པའི་ཐོག་ནས་ངས་དེ་ལམ་ཁ་དེ་བརྒྱུད་ནས་མ་གཏོགས་དེ་ཀ་ནི་ལམ་ཁ་གཞན་པ་བརྒྱུད་ར་དྲན་གི་མི་འདུག་དེ་ཡན་མན་ན་ང་ཚོ་དམངས་གཙོ་ད་དེ་འདྲ་ཁེ་དགོས་མི་འདུག་ས་ར་མཐུན་སྒྲིལ་རང་ད་ར་འདྲ་རེད་དེ་འདྲིའི་གི་མཐུན་སྒྲིལ་གྱི་བསྐྲུན་པ་ཡིན་ན་མཐུན་སྒྲིལ་བསྐྲུན་ཡ་གི་ལམ་ཁ་དེ་བགྲོ་གླེང་མང། མང། ཁ་ལོ་རེ་བྱས་ཡ་མང་མང་པོ་ཐོན་ནི་ཨ་ནི་ཀྲུང་གོར་མ་དོ་ཨ་ནི་ཁ་ལོ་ཨེ་འདེམ་ཡུལ་ངོ་མ་ལ་ནི་ང་ཚོ་སོ་སོ་སོ་དམ་བཅའ་བས་ན། རོ། མཐུན་སྒྲིལ་ལ་ནི་ཚང་མ་མཉམ་གཏོ་དེ་ཉི་མ་ལྟ་བ་ཞེས་ཁྲ་བགོ་བོ་བྱེད་འདེད་དོན་ཡོད་མ་རོ། ཚང་མ་ལྟ་བ་གཅིག་པ་མེད་ཡོད་མ་རོ། ལྟ་བ་ལྟ་བ་གཅིག་པ་ཡུང་ཐོན་ཡོད་མ་རོ། དེ་འདྲའི་དུ་གཅིག་དེ་རེ་བྱུང་ད་ལྟ་གལ་སྲིད་བགྲོ་གླེང་བྱས་པ་ཡིན་ན་ཁ་ལོ་རང་མི་མང་གི་དེ་འདྲའི་རང་བཞིན་གྱི་བགྲོ་གླེང་དེ་འདྲའི་ཚུལ་བ་དག་ཨ་འདྲའི་བྱུང་བ་ཡིན་ན་ངས་གཅིག་གར་ཐུག་གི་འདུག་ན་དྲ་རྒྱ་གི་འཇིག་རྟེན་འདི་ནང་ལོག་བགྲོ་གླེང་བགྲོ་བསྡད་དེ་ཚོ་དྲ་དྲ་རྒྱ་འདི་འདི་ལྟར་རིང་པོ་འགྲོ་ཡོད་དུས་ལ་འོ་ར་ད་སོ་སོ་མི་ཁེར་རྐྱང་གཅིག་གིས་བཤད་དགོས་དགོས་ར་ཨ་ནི་མི་དེ་ཚོ་ལ་སྐྱོན་བརྗོད་བྱེད་ཡ་འདྲ་བོ་ད་མི་གི་ངན་གཤིས་དེ་མང་མང་མང་ང་དོན་ངན་འདྲ་བོ་བྱེད་ར་གལ་སྲིད་ཁྱེད་རང་གི་གདེང་འཇགས་མཉམ་དུ་མ་དོན་བྱེད་བྱེད་རེ་བརྩེ་བ་ཡིན་ན་ཨ་ནི་དེ་གཅིག་ཡང་ཁ་ལོ་སྤུས་ཀ་དག་སི་ལ་འོ་རེ་ཨ་ནི་ཡ་བོད་པ་ཡིན་ང་ཚོ་ནམ་ཆུ་ལ་བསྡད་དེ་ཡ་རབས་བཟང་སྤྱོད་དང་ལྡན་པ་ཡོད་ཡ་དེ་ཡང་ཕན་ཐོག་མེད་ན་འདྲ་བོ་ཞིག་དྲན་གི་འདུག་ལོ་གཅིག་ནིའུ་ཡོག་ལ་ས་གནས་གཞོན་ནུ་གི་དམངས་གཙོ་དུས་ཆེན་སྐབས་ཡིན་ན་ཅིག་དེ་གཞི་གཅིག་ལ་ང་ཕི་ན་ཡོད་ཡོད་པའི་སྐབས་གཅིག་ལ། ཁོ་ཚོ་འདི་འདྲའི་ཅིག་བགྲོ་གླེང་ཅིག་ཨུ་ཚུགས་བྱེད་ཤག་དེ་ནང་ལ་བགྲོ་གླེང་ཞེའུ་ཅི་ད་ཡག་པོ་གས་ཆགས་མ་ཟད་ཡིན་ན་ཡང་དེ་གི་ས་བོན་དེ་ངས་དཔེ་རྙིང་ཡོད་མཐོང་སོང་དེ་མ་ཡིན་པ་ཨུ་ཚུགས་སྐད་འཕྲིན་ནང་ལ་བཤད་རེས་ག་ཚོད་བརྩེ་འདི་གོ་རོ་ར་ག་ལ་བོ་རེད་སྤྱོད་འཇོག་བྱེད་རེས་རོ་ད་མང་པོ་བརྩེ་འདི་གོ་རོ་དེ་ཚོ་བགྲོ་གླེང་དེ་ཚད་དམའ་བོ་ཡིན་པ་ཡིན་ན་ཕ་གི་བགྲོ་གླེང་དེ་ད་ཉུང་མཐའ་ལ་ཕ་ཇོ་གཉིས་སོ་སོ་ཕ་ཇོ་དེ་ལྟ་བ་མོས་མཐུན་མེད་པ་ཡིན་ན་ཡང་ཨ་ནི་གདོང་པ་ཐོག་ཏུ་གད་མོ་བཤད་ནས་ཨ་ནི་ཅིག། མི་གཤིས་ལ་སྐྱོན་བརྗོད་མ་བྱས་ཕྱིར་རོ། སྐད་ཆ་དེ་ལ་མིག་ཅེས་ཀྱི་ལན་བརྒྱབ་འདུག་པ་ལ། དེ་ཡང་ང་ཚོ་དམངས་གཙོ་ལང་ཀར་འགྲོ་སྒུག་འདུག་ན་དམངས་གཙོ་དེ་སྲ་བརྟན་འབྱུང་ཡ་དང་དམངས་གཙོ་དེ་ཡར་ཐོན་བྱ་ཡ་ལ། ལང་ཀ་དེ་འདྲས་ཀྱི་བརྒྱུད་ནས་འགྲོ་སྒུག་འདུག་དྲན་གྱི་འདུག་མ་གཏོགས་ཨ་ནི་ད་ལྟ་ཆེས་གླ་བ་འདྲ་བོ་རེད་མི་མང་གི། ཨ་ནི་མི་མང་གི་ཐག་གཅོད་དེ་ག་ལ་བ་རེད་མི་མང་ལ་ལྟ་སྟངས་དེ་འདྲས་ཅིག་འོ་ནི་ཨ་ནི་ག་ལ་བ་རེད་སྒྲིག་འཛུགས་སྒྲིག་འཛུགས་ཀྱི་བཅིངས་བཞག་བ་ཡིན་ན། ཨ་ནི་དེ་འདྲས་བྱས་ན་དེ་ལང་ཀ་གཞན་པ་ཅིག་ཏུ་འགྲོ་འགྲོ་བོ་རེད་འདྲ་བོ་དྲན་གྱི་འདུག། ཁོ་གཅིག་དེ་རེད་ཟེར། ད་ནི་ད། ང་ཚོ་ཚོའི་ཆེད་གཏམ་གྱི་ལེ་ཚན་ནང་ལ་ང་ཚོ་མང་ཆོས་ཆོས་ཚོད་ཁ་ཤས་བཤད་དེ་འདྲ་གི་བྱུང་གོ་རང་ད་ལན་གྱི་ལེ་ཚན་དེ་དེ་ཉུང་ཟེར་ར། རེད་རེད། དེ་རེད་ཡིན་འདུག་ག་ལ་ད། ད་ནི། གནད་དོན་གསུམ་པ་འདྲ་བོ་ཅིག་ང་གླེང་བ་ཡིན་ན་ད། འདི་ག་རེད་ཞོགས་དུང་གི་གནམ་ས་གོ་ཆེ་ནང་ལོགས་ལ་ཨ་ནི། ས་བཅད་ཞི་བའི་ཞི་རྒོལ་ཆེན་མོ་ཤར་འདུག་ག་ལ་ང་ལ་འཇིགས་སྣང་ཡང་སྐྱེས་སོང་ལ་དགའ་འོས་པ་ཡང་བྱུང་སོང་འཇིགས་སྣང་ཡང་བྱུང་སོང་དེ་འདྲའི་ཆེད་དུ་ང་ཡང་འཇིགས་སུ་རུང་བ་ལ་འཇིགས་སྣང་ཅིག་གར་འདུག་ལ་ན། ད་ལན་གྱི་ཐབས་འདི་སྐད་ཆ་གསར་བ་ཞིག་མ་ད་དེང་ལས་དེ་སླེབས་ཚར། ང་ཚོ་བགྲོ་གླེང་འདི་བགྲོ་གླེང་གི་ཚད་གཞི་ལ་ན་རེ་བགྲོ་གླེང་གི་ཁ་ལོ་སྒྱུར་མཁན་དེ་མི་ཁ་ཤས་ཤིག་ཆགས་འགྲོ་འདུག་ག་ལ། དེའི་གི་རྐྱེན་པས་ད་འོས་བསྡུ་སོགས་ཐོབ་མ་ཐོབ་ཁྱད་པར་ཁ་བའི་མ་རེད་དོ། ང་འོས་བསྡུ་དེ་བཞིན་ངའི་སྐད་དེ་ཏག་ཏག་ཧ་ཚ་བས་རང་གི་རོགས་པོ་ཁ་ཤས་ཤིག་ལ་ཡིན། འོས་བསྡུ་གང་ཟག་འདི་ང་གལ་ཆེན་པོ་གི་མཐོང་མི་འདུག་ཟེར་བ། ང་ལ་དགོས་ཡ་འདི་ང་ལ་གཅེས་འཛིན་བྱེད་ཡ་འདི་བོད་པ་གི་དམངས་གཙོ་འདི་རེད་བྱས། དམངས་གཙོ་འདི་ང་ཚོ་བོད་མི་མི་ལོ་ང་ཚ་ཚ་བའི་རྗེས་ལ་འགྲོ་ནས་འགྲོ་ཁོ་ཚོ་འགྲོ་འགྲོ་ར། ཡིན་ན་དམངས་གཙོ་འདི་བསྡད་དགོས་ར་ང་ཚོ་དམངས་གཙོ་སྒྲིག་འཛུགས་བར་ལ་བསྡད་དགོས་ན་དམངས་གཙོ་གི་འགྲོ་སྟངས་འདི་ཁ་ལོ་རེད་དང་པོ་ཆེ་ནི་ང་ཚོ་དམངས་གཙོ་གི་ཁ་ལོ་གཞི་རྟེན་འདི་ཡག་པོ་མ་བཏིང་བ་ཡིན་ན་ཨ་ནི་རྒྱ་གར་འགྲོ་བ་ཅིག་ན་ཨ་ནི་ད་ད་ལྟ་བར་དུ་ཁོ་ཚོ་རྒྱལ་ཁབ་ཉིས་སྟོང་བཅུ་བཞི་བཅུ་བཅུ་དགོས་མེད་ཅིག་ལ་རྒྱ་གར་འདི་ཞི་བ་ཞིག་ཡར་རྒྱས་འགྲོ་གི་རེད་ལབ་རེད་ཡིན་ན་ཁོ་ཚོ་ད་ལྟ་བར་དུ་ད། ག་ལ་བར་ཆོས་ལུགས་འདི་ན་ས་གི་ཅིག་རྩོད་པ་ཅིག་རྒྱབ་ཏུ་འདུག་ག་ལ་ད་ལྟ་ཡང་ད་སྦང་ལ་དེ་རྒྱ་གར་གི་མགོ་ལ་དོན་འགྲོ་ར། ཡིན་རྒྱུ་རྒྱ་གར་དམངས་གཙོ་རྒྱལ་ཁབ་ཆེན་པོ་རེད་ཁོང་ཚོ་ལོ་རྒྱུས་ཀྱི་ཐོག་ནས་ལྟ་ན་རྒྱ་གར་ལ་ཁོང་ཚོ་དབུ་མའི་རླབས་ཆེན་གྱི་ལས་ཀ་བྱེད་མཁན་མང་པོ་བྱུང་ཡོད་དེ་ན་ཡང་ལོ་ག་ཤས་ཤིག་ནང་ལོགས་ལ་ཨ་ནི་རྒྱ་གར་ལ་ཁོ་རང་ཚོ་ཆོས་ལུགས་ཀྱི་རང་བྱེད་བྱེད་ཨ་ནི་མི་དམངས་ཀྱི་ནུས་པ་ཡང་དོན་ཐུང་གོ་བ་ཁ་ས་ན་མི་ག་ལ་བར་གསར་འགྱུར་བརྒྱུད་ལམ་དང་ག་བ་ཡིན་ན་ཚང་མ་དེ་རྩོད་འདུག་གོ་དེ་འདྲའི་གི་ལང་ཀ་བྱས་ལ་བོགས་པ་ཅིག་འགྲོ་མ་ཡོང་ན་རོགས་དེང་གི་ཉེན་ཁ་དཔེ་མཐོང་གི་འདུག་དེ་བྱས་ནས་དེ་འདྲའི་འགྲོ་ཡ་གི་ས་བོན་དེ་ད་ལྟ་དང་ད་ལྟ་ནས་ངས་གཏམ་བརྗོད་རོགས་མཐོང་གི་འདུག་ར། སྟབས་བྱུང་དེ། ཨོ་རྒྱན་ངྷི་ནས་ལབ་པ་འདྲ་བོ་རེད་མི་ཁ་ཤས་གཅིག་རེད། ཨ་ནི་དེ་ཡང་མི་ཏིས་ཁ་ལོ་སྤྱི་ཚོགས་ནང་ལ་ཆ་འཇོག་བྱས་མ་ཡོད་པ་མི་ཁ་ཤས་གཅིག་བཤད་འདི་རེད་ད་ཆོག་ཏཱ་ཡ་ཡོད་མ་ལ་ཡོད་དོ། ཏཱ་ཡ་ཡོད་མ་ལ་ནི་ང་ཚོ་བཞག་བཞག་དེ་ཉེན་ཁ་དཔེ་བརྗེ་བོ་རེད་བཞག། ཨ་རིའི་ནང་ལོགས་ལ་ད་ལྟ་ཁི་ཝེ་ནོན་ལས་བྱེད་དོ། མི་དཔལ་ཁོ་ར་ད་ཨ་རིའི་གི་གཞུང་དེ་ད་གཞུང་འཛིན་པ་ཚང་མ་ཁམས་དུས་བྱས་ནས་ཨ་ནི་ངན་བྱུས་སྟེང་ནས་ཨ་ནི་མི་ཉུང་ཤས་གཅིག་གི་དབང་ཤ་ཟོན་པ་ད་ཇིའུ་གི་མཁར་དངུལ་ཁང་གི་བདག་པོ་ཁ་ཤས་ཅིག་དང་ཨ་ནི་སྤོབས་དང་ད་སྦྲུམ་ལྷ་སྒྲུང་འདྲ་བོ་དང། སྤོག་སྒྲུང་སྤོག་རྩོམ་སྤོག་གླ་ཡང་ལ་བས་ན་ཡིད་མ་ཆེས་དེ་འདྲའི། དེ་འདྲའི་སྒྲུང་ཅིག་སྤེལ་འོང་དུ་སྐབས་ལ་དྲ་རྒྱ་ཐོག་ལ་སྤེལ་འོང་དུ་སྐབས་ལ་དང་པོ་ལྟར་རེད། ཨ་དེ་དག་སྐད་ཆ་དེ་དག Ridiculous ལགས་ཡིན་གཅིག་གི་དང་ཆོག་གོ་རེ་མི་འདུག་ལགས་ཀྱི་རོ། ཡིན་ན་ཡང་ད་ལན་ཉིས་སྟོང་ཉིས་ས་གཅིག་གི་གྲོས་ཚོགས་ནང་ལ་ཨ་རིག་གི་གྲོས་ཚོགས་འཐུས་མི་འོག་མ Congress women འདྲ་བ་ཁ་ཤས་ཅིག་དེ་ལྟ་གྲུབ་ཡོད་ངེས་དེ་ལས་ཚར་བར་གདའ། ད་ཆོས་གྲ་རྒྱས་ཀྱི་མཐའ་འཁོབ་ཀྱིས་ནི་འགོ་བཙུགས་བྱས་ད་ཨ་རིག་གི་གྲོས་ཚོགས་ནང་ལོར་མི་དེ་འདྲས་ཅིག་སླེབས་ཚར་བར། བོད་པ་ནང་ལོར་ལ་ད་དེ་འདྲས་ཀྱི་ཉེན་ཁ་འཇིའུ་མེད་པ་ཡིན་ན་ཡང། དང་པོ་དེ་ལ་ངོ་ཚོས་ཀྱི་ག་ལོར་སྐད་ཆ་དེ་འདྲས་དཔལ་འཁོར་མཆོག་ཚུར་ལྷུང་ནས་སྐད་ཆ་བཤད་ངེས། ཨ་ནི་ཆོས་གཞན་གྱི་སྐད་ཆ་རང་བཤད་ངེས། དེ་འདྲས་ཀྱི་བགྲོ་གླེང་དེ་ལ་ངོ་ཚོས་ཀྱིས་མ་དོན་བྱས་ཨ་ནི་བགྲོ་གླེང་གི་ཚད་གཞི་དེ་ད་དེ་འདྲས་ད་མ་རེད་དེ་འདྲས་ད་མ་བྱས་ན་ང་ཚོ་གིས་ད། ག་ལོར་ང་རང་ཚོ་གིས་བགྲོ་གླེང་གནད་ཁ་ལོ་ཁ་ལོ་སྒྱུར་རེ་ནི་ང་རང་ཚོ་གིས་ཐབས་ཤེས་ཀྱིས་མ་བྱས་པ་ཡིན་ན། ཨ་ནི་ཉི་མ་གཅིག་ང་ཚོ་གྲོས་ཚོགས་ནང་ལ་དེ་འདྲའི་མི་གཅིག་བསླེབས་པ་ཡིན་ན་ད་ལན་ཡང། ཁྱེད་ཀྱིས་དེ་འདྲའི་བཤད་མཁན་ལ་ཕལ་ཆེར་གྲོས་ཚོགས་གྲོས་ཚོགས་ཀྱི་ལོ་ན་རེ་ང་ཚོ་ལས་ཀྱི་སྣེ་མོ་བ་ལ་ན་རེ་སྐུ་ངོ་ལ་ལས་དེ་འདྲ་ང་ཚོ་བོད་པ་ལ་ལས་དང་སྐུ་ངོ་ལ་ལས་དེ་འདྲ་དེ་ཚོ་གི་དངོས་གནས་མངོན་གསལ་དོད་པོ་གི་རྒྱབ་སྐྱོར་མེད་པ་ཡིན་ན་ཡང་ཧ་ལམ་མོས་མཐུན་མེད་ན་བསམ་བསམ་དེ་འདྲ་ཡིན་དེ་དངོས་གནས་ང་དཔེ་ཉེན་ཁ་ལྗིད་པོ་ཐོན་གི་འདུག་བྱས་པ་ང་ག་ལ་བ་རེད་མི་གཅིག་བསླེབས་ནས་ང་ཚོ་བོད་པ་བཞི་བོ་གཅིག་ཡར་བསླེབས་འགྲོ་བ་ཡིན་དང་མི་གཅིག་བསླེབས་ནས་མ་ཚར་འགྲོ་བ་ཡིན་དེ་འདྲ་ང་གལ་ཐུག་ངོ་མི་འདུག་བོད་པ་ད་ལྟ་ང་ཚོ་རྒྱ་བོད་རིན་པོ་ཆེ་ནི་ཡོད་པའི་སྐབས་ལ་ང་ཚོ་སྒྲིག་ལུགས་རེ་དྲན་གི་འདུག་ར། ཡིན་ན་ཡང་དམངས་གཙོ་ལས་དེ་ལྟ་བུ་ཚོ་ལོ་མང་པོ་བསྡད་དགོས་པོ་རེད་ད་ཇི་སྲིད་ང་ཚོ་བཙན་བྱོལ་ནང་ལ་བསྡད་དགོས་ན་དམངས་གཙོ་གི་འགྲོས་དེ་བསྡད་དགོས་ན་དམངས་གཙོ་དེ་ཡག་པོ་ཅིག་མ་ཆགས་པས་ན་ཨཱ་ནི་ད་དེ་དེ་གི་ཁ་ལོ་རེད་འབྲས་བུ་དེ་ཡག་པོ་ཅིག་མ་སྨིན་མ་སྨིན་ན་དེ་ང་ཚོ་མི་རབས་ནས་མི་རབས་ཟ་དགོས་ཐུག་གི་རེད་དེ་དཔེ་ཉེན་ཁ་ཅིག་པོ་ཐོན་དགོས་རེད་དེ་བྱས་ནས་ཨཱ་དེ་མཐའ་འཁོབ་ཀྱི་ལྟ་གྲུབ་ཁ་ཤས་དེ་ལ་ང་ཚོ་གིས་མཇུག་གི་གདོང་ལེན་བྱེད་དགོས་རེད་ད་གཟོད་རེད་གཅིག་ངེད་ཀྱི་ད་དེ་བསླབ་བྱ་ལ་ན་རེ་ང་རང་གིས། ང་ཚོར་ཅི་དགོས་ཅིག་དེ་རེད་འདུག་ཨང། ད་དམངས་གཙོ་ལབ་དུ་འདི་རུ་དོགས་ཅིག་ང་ཚོས་ཀྱི་ཁ་ཤས་ཀྱི་དོན་དམ་གྱི་དམངས་གཙོ་ཁ་ཤས་ཀྱི་རང་དབང་ལྡན་པའི་དམངས་གཙོ་ཁོ་ན་ནི་དམངས་གཙོ་ལབ་ན་འོས་བླུ་བའི་གཅིག་པོ་ཡོད་ན་ད་ལྟ་འོས་བླུ་བའི་རྒྱལ་ཁབ་མང་པོ་ཅིག་ལ་ད་ལྟའི་ཀྱི་རང་དབང་གི་ཚད་དེ་འོས་བླུག་ས་མེད་འཇོག་གྱི་རྒྱལ་ཁབ་རེད་སྨྲ་བ་ཡོད་ཀྱི་ད་ང་ཚོ་ཧ་གོ་རུ་འགྲོ་བ་མང་པོ་ཅིག་དཔེ་བཤད་ན་ད་ལྟ་ཁ་ཅིག་གི་རྒྱལ་སྤྱིའི་ཀྱི་རང་དབང་ཚད་ཟིན་ངེས་ཀྱི་རེད་དེ་འདྲའི་ཁ་ཅིག་གི་དངོས་མང་འབྱོར་འཛིན་རེད་པ་ད་རྒྱ་བོད་ཀྱི་རིང་ལུགས་ཡོད་ན་དེ་རྣམས་ལ་རང་དབང་གི་ཚད་གཞི་དེ། འོས་བླུག་ས་ར་ཤི་ཡ་ལས་ཉུང་མང་ང་འདུག་ཟེར་བ། ཨ་ཏི་ལ་དུ་འོས་བླུག་ཡ་འདི་དང་རང་དབང་འདི། ཡོད་པ་ཆགས་ཀྱི་མ་རེད། ཡོད་པ་ཆགས་ཀྱི་མི་འདུག་ད་ལྟ་དེང་ངོས་ལ་ངས་ཀྱི་ད་ལྟ་ཁ་རས། ང་ཚོའི་ཀྱི་ལྟ་བ་ལྟ་བསམ་བློ་བཏང་ན་ཁ་ཕྱོགས་གཅིག་ནི་ཁ་ལོ་དམངས་འདི་ག་དུས་ནས་ད་གཅིག་ལས་སླ་བོ་མགོ་བོ་ཁྲི་ཆོ་ཆོ་ཅིག་དང་ཅིག་ཅིག་ལྐུག་པ་ཞིག་དང་སྤུ་གུ་ཞིག་ལྟ་སྟངས་ཅིག་རོ། ཨ་དེ་ཡི་ངའི་ལྟ་སྤྱོད་འོས་མ་ལ་དུ་ཡང་དམངས་ཀྱི་ཆ་ཚང་ཤེས་ཀྱི་རེད་དམངས་ཀྱི་ག་རེ་བྱེད་ན་འགྲིག་གི་རེད་ལ་དེ་ཡང་དེ་ཡི་ལ་ཡིག་མེད་དང་ཕྱོགས་གཉིས་སུ་མ་ལྷུང་བ་ཐབས་ཤེས་ཡོད་རེད། ད་ང་ཚོའི་ཀྱི་ཧ་གོ་ཡ་ལ་དཔེ་ཤ་ན་མང་གཙོའི་ཀྱི་ལམ་ལུགས་ཐོག་ནས་ད་མང་ང་ཀྱི། ལ་ལམ་ལུགས་ཐོག་ནི་ཧིད་ལ་རེ་ནས་དབང་ཆ་ག་ལ་མང་གཙོའི་ལམ་ལུགས་ཐོག་སླེབས་རེད་བ་འདི་ལ་དུ་མང་གཙོའི་ལམ་ལུགས་ཐོག་ནི་ད་ལྟའི་ཆར་ལ་ཡང་ང་ཚོའི་འཛམ་གླིང་སྤྱི་ཡོངས་ལ་བལྟས་བ་ཡིན་ན་མང་གཙོའི་ལམ་ལུགས་ཐོག་ནི་རང་དབང་ལ་ད་དོ་ཕོག་སྤྲད་ངེས་ཀྱི་འགོ་ཁྲིད་སླད་ཀྱི་ད་ལུགས་སྲོལ་ཡོད་རེད་ད་ད་ལྟའི་ལོ་རྒྱུས་ནང་ལ་ཡོད་རེད་ད་ལྟའི་ཆར་ལ་ཡོད་རེད་དེ་ཡིན་དུ་མང་གཙོ་འདི་ང་ཚོ་རང་དབང་ལྡན་པའི་མང་གཙོ་ཞིག་བསྐྲུན་ཡོད་ཐབས་ཤེས་བོ་ད་ད་འདི་ལ་དུ་མང་གཙོ་ཡང་འདི་འདི་བརྒྱུད་རིམ་དུ་གཅིག་པུ་འགྲིག་གི་མེད་བ་གཅིག་བྱས་སྙམ་དུ་ད་ད་བྱ་ཡིན་གྱི་ད་འདི་ལག་གི་འགྲོ་རེད་ང་ཡི་འདི་སེམས་སེམས་འཚབ་འདུག་དངོས་གནས་ཤུགས་ཆེན་པོ་འདུག་བར་སྐབས་ཅིག་ནས་ང་ཚོས་གི་ད་ནག་རྫིས་ཀྱི་ལྟ་བ་ཁེངས་ཡོད་ལ་བར་འཛམ་གླིང་ནང་ལོགས་ལ་མི་རིགས་ཀྱི་དབྱེ་བ་བཅད་རོགས་རིགས་ཁ་ཤས་ཀྱི་དཔེ་ཚད་མཐོ་བོ་རུ་ལབ་དེ་ཚོ་གི་རིགས་དེ་ཚོ་མ་དཔེ་གོ་ལས་རེད་རོགས་རིགས་དམའ་བ་དེ་ཚོ་གི་སྤུ་གུ་དང་ཇུས་པ་མེད་པ་བཟོས་གོ་ལས་གི་དེ་འདྲའི་ལྟ་བ་ཡུ་ཇེ་ནིག་སི་རེད་རོགས་དེ་འདྲའི་ལྟ་བ་སྤེལ་ངེས་ད་ང་ཚོ་སྤྱི་ཚོགས་ནང་ལོགས་ལ་དོན་ག་ལེ་ག་ལེ་དོན་གོ་ད་དོན་ངོ་མ་ཚེ་ད་དེ་ཚོ་ག་ལེ་ག་ལེ་ད་ང་ཚོས་གི་ཕྱོགས་ཀྱི་ཨིན་ཇི་ནང་དེ་རིང་ག་ད་མེན་སྟྲིམ་རེད་རོགས་སྐྱིད་ལ་ལས་བྱེད་མི་ཁ་ཤས་ཀྱི་གི་ད་འདིར་ཚོ་ཡིན་གྱི་མིན་གྱི་ང་ཚོས་གི་འདི་གི་ཤུགས་རྐྱེན་དེ་གི་ལ་དུ་ཁ་ལོ་བསྒྱུར་དགོས་དེ་ལ་དུ་འདིར་ཚོ་བྱ་ངེས་སོང་པ་ལ། ཁ་གཅིག་ལས་རེད། ཁོ་སྐད་ཆ་ང་ཉན་གི་ཡོད་ནའི་ང་དེའི་འོག་ལ་འགྲོ་གི་མེད་ལས་ཟེར་རོ། ཁ་ལོ་བསྒྱུར་གི་ལས་དེ་ངས་ལྟ་སྟངས་འདི་གར་ལྟ་བར་སོང་ཚོད་ན། མི་གཅིག་གི་ལབ་བསྡུ་དེ་འདྲས་མི་འདྲས་ཉན་དགོས་མིན་ལ། མི་དེ་གི་ལབ་ཕྱོགས་དེ་གི་ཁྱེད་རང་གི་གྲོ་དུར་གི་ས་མཚམས་ཀྱི་བསྟན་བྱོས་ར། མ་ཟད་ཁོ་རང་གི་ལབ་ཕྱོགས་དེ་གི Defend བྱེད་བྱས་བྱོས། ད་དེ་གི་གཡས་གཡོན་ལ་ད་དཔེ་ཆ་མི་གཅིག་གི་སྡུག་ཅག་བཞག་བས་ན་དེ་ལ་ལན་བྱ་བས་ན། ད་དེ་གི་ཕྱོགས་ལ་འགྲོ་ཡ་མ་གཏོགས་ཡོ་ཕྱོགས་གཞན་པ་ཅིར་ཁྱི་ལོས་ལྟོས་ཁག་པོ་རོ། ཁྱི་ལོས་རེད་ཞེ་པོ་གཅིག་ཁོང་ཚོ་ལྡི་ལི་ལ།

ཆ་ཚང་བྱེད་ཀྱི་མེད་ན་དེའི་བསམ་བློ་དེ་ཨ་དེ་བདེན་པ་འདུག་ཨ་ལས་ཟེར་རོགས་ད་ང་ཚོས་ཀྱི་དེ་གླེང་ཡུལ་དུ་དེ་སྔོན་ནས་ཉེན་ཁ་ཐུག་འདུག་ད་ལྟའི་ཆར་བྱང་ཡིག་ཀླག་འགྲོ་རེད་གྲོས་ཚོགས་འཐུས་མི་ཁག་ཅིག་དེ་གི་ལྟ་བ་དང་མོས་མཐུན་བྱེད་མཁན་ཡོད་སེང་གི་རེད་གཞུང་མ་དེ་ཚོ་རང་གྲོས་ཚོགས་ནང་གླེ་སེང་གི་རོགས་ད་དེ་ཚོས་དེ་ཚོ་ང་ཚོས་ཀྱི་ལྟ་གཅིག་བྱེད་ན་ཁ་ལོ་རེད་ད་སུ་སུས་སུ་སུས་གུ་ཡངས་རིང་ལུགས་ལ་གཡོལ་ན་རེད་སུ་སུས་སུ་སུ་སྤྱི་ཚོགས་ནང་ལོག་ལ་ག་རེད་ད།

རོ། མུ་སུ་ལི་མི། ད་ཧྥ་ཤི་སི་གཞུང་བྱུང་ཡའི་ལོ་རྒྱུས་ད་དེ་ཚོར་མགོ་བཙུགས་འོག་རོ། དེ་ཚོ་དང་པོ་ལང་དུ་མི་ཇཱས་མ་སོ་ཡོད་མ་རེད་ད། མི་མི་ཉིས་ཉིས་བཞི་བོ་ཡོད་རེད་ད། ག་ལེ་ག་ལེ་ག་ལེ་ག་ལེ་དེ་ཚོ་ཡར་ལང་དུས་དེ་ཚོ་ལང་སྟངས་དེ་མང་གཙོའི་གི་བརྒྱུད་རིམ་ན་སླེབས་རེད་མ་གཏོགས་ཡོད་ཁོ་ཚོ་རྒྱ་རྒྱ་བོད་རིང་ལུགས་ན་སླེབས་ཆོག་གི་མ་རེད་རོ། དེ་འདྲས་ཡིན་དུས་དེ་ཚོ་ལ་ང་ཚོ་དངོས་གནས་གཅིག་བྱས་ན་གྲོས་བསྡུར་བྱེད་དགོས་ཡ་ད་གཅིག་ད་ཁ་ལོ་རེ། དྲ་རྒྱ་ན་མ་དོན་ཡའི་ཚེར་བུ་ཡོད་རེད་ང་ཡའི་གའུ་མེད་རོ། ཡིན་ནའི་ད་ད་ད་སོ་སོའི་ཡའི་ཞེའུ་གཅིག་བྱེད་ཀྱི་ཡོད་ལ་ཡིན་མེད་ད་ཡང་གའུ་བ་ད་ད་སོ་སོའི་གི་ད་ང་ཚོའི་ད་དེ་རོ། དེ་ནང་བཞིན་གྱི་ད་ལྟ་ད་མ་དོན་དགོས་ཡ་ད་གཅིག་བྱུ་དུར་ཕྱེ་དགོས་ཡ་དེ་ངས་དངོས་གནས་གལ་ཆེན་པོ་འདུག་གསུངས་འདུག་གཞན་པ་སང་ཉིན་དངོས་གནས་དེ་ནི་ཡང། ད་ལྟ་ད་ལྟ་ད་ལྟ་ཁོང་ཚོ་སྤྱི་ཚོགས་ནང་ལ་ད་ལྟ་བར་དུ་གཅིག་དེ་རེད་ད་ཆོབ་ཆོབ་འདྲ་བོ་བསླངས་བ་ཡིན་ན། ད་ལྟ་བགྲོ་གླེང་གིས་དེ་འདྲའི་གཏན་འབེབས་བྱེད་ངེས་ཅིག་ཡོད་རོགས་མང་ཆེ་བ་དཔྱད་པ་ཕོ་ཆེ། རེད། ལོ་དེའི་ཆད་ལ་ལ་རོགས་ལ་བོ་རོགས་ད། ཕྱི་ལྕགས་དེ་ངས་མང་པོ་བྱས། ཕྱི་ལྕགས་དེ་རེད་རོགས། ཁོང་ཚོ་ཁ་ཤས་ཅིག་གིས་ད་ག་ལ་བ་རེད། བགྲོ་གླེང་གི་བརྗོད་གཞི་གཏན་འབེབས་བྱས་པ་ཡིན་ན་རེད་འདོད། ཚང་ཚང་འདི་ཁོ་ཚོ་གིས་གཏན་འབེབས་བྱས་ཡོད་དོ། དངོས་གནས་བཤད་ན། དམངས་གཙོ་རྣམ་གྲངས་ལ་ང་ཚོ་དཔྱད་པ་ཕོ་ཡོད་རེད་མོ་ཡོད་རེད། བུ་ཡོད་རེད་ག་ལ་བར་དེ། གཞོན་སྐྱེས་ཡོད་རེད་ལོ་རྒན་པ་ཡོད་རེད་ཚང་མ་གིས་མཉམ་ཞུགས་བྱེད་བྱེད་དགོས་ར་འོས་བསྡུ་འདི་དག་ཚང་མ་བྱེད་དགོས་རེད་ནས་འོས་བསྡུ་འདི་དག་ད་ལྟ་ཧཱེ་པར་མཱ་སི་ཀའི་ལྭ་བ་འགྲོ་མཐའ་མ་གིས་མཐའ་མ་མཐའ་མ་བརྒྱུད་རིམ། བརྒྱུད་རིམ་ཅིག་ཡོད་པ་ན་བརྒྱུད་རིམ་དེའི་མཐའ་མ་འགྲོ་རིམ་པ་མཐའ་མ་དེ་ཆགས་དགོས་ར། འདི་དང་པོ་འདི་ཧན་ལ་ང་ཚོ་བགྲོ་གླེང་འགྲོ་དགོས་དགོས་རེད་འདི་བསམ་བློ་ཕག་ཚོ་བསྡུར་དགོས་དགོས་རེད་ཨ་ནི་བྱུང་ན་ད། ག་ལ་རེད་ང་ཚོ་འདི་ག་ལ་རེད་འོས་མི་སོ་སོ་ཡང་བགྲོ་གླེང་ཅིག་ན་མཉམ་ཞུགས་བྱས་པ་ཡིན་ན་དེ་འདྲས་བྱས་ནས་ད། དེ་ཡིས་ལམ་ཁ་བརྒྱུད་རིམ་ཡང་དེ་པད་ཁོ་ར་ཙེ་སྒྲ་དེ་འདྲ་མེད་པ་ཡིན་ན་ཡང་ད་ཞེས་པ་ལ་ད་གྲགས་ཡོད་རོ། ད་ལྟ་ད། མི་ཁ་ཤས་ཅིག་འགྲོ་དེ་ཡང་སྐྱེས་པ་ཕོ་བྱས་ཨ་ནི་ཁ་ལ་བ་ཕྱི་རྒྱ་དེ་ངས་རོགས་ཅིག་བྱས་ཁ་ཡང་ཕྱི་རྒྱ་དེ་ངས་ཁུ་ཕྱི་རྒྱ་གི་རྒྱལ་ཁབ་དེ་རང་དབང་ཆེན་པོ་ཡོད་དོ་ཁ་ལ་ཕ་ཅིག་མི་དེ་དང་ང་ཚོ་བོད་པ་ལ་གཤོག་པ་གཉིས་ལྡན་ལ་ཡོད་དོ་ཡང་ལྡབ་ཤོར་གསུམ་པ་ཅིག་བཀྲིས་ཡོད་མེད་མེད་བསམ་བསམ་འདྲ་བ་དངོས་གནས་གཅིག་ད་དཔའ་འབྱོར་གི་ཐུགས་འགན་ཨོ་སོ་སོ་སྒྲུབ་རོགས་འདུག་ད་ཅིག་བྱེད་དགོས་འདུག་བསམ་ཡས་རོགས་བྱེད་རོགས་ཨ་ནི་ཕྱི་རྒྱ་གི་ཡང་སྤྱི་ཚོགས་ནང་ལ་སོ་སོ་ཡ་རྫུན་མ་ཐུག་བྱས་ཨ་ནི་བོད་པ་སྤྱི་ཚོགས་ནང་ལ་དཀྲུག་ཡ་ལ་ན་རེ་བོད་པ་སྤྱི་ཚོགས་ནང་ཤུགས་ཆུ་ཆུ་མོ་ཆུ་མ་དོན་གུད་དུ་བ། ཨ་དེ་མཉམ་མཉམ་ཤུགས་བྱེད་པ་ཡག་པོ་ད་རེད་ད་ཡིན་ན་གཞན་པ་ཡང་མཉམ་ཤུགས་བྱེད་དགོས་དགོས་རེད་ད་བུད་མེད་ཡང་མ་དོན་ཤེས་དགོས་དགོས་རེད་གཞོན་སྐྱེས་ཡང་བྱེད་དགོས་རེད་ང་ཚོ་ང་ཚོ་དབུ་ཅན་ང་ཚོ་ད་གཞོན་སྐྱེས་ཀྱི་ཁོང་ཁྲོ་རྩིས་པ་ཡིན་ནར་འགྲོ་ལོ་ཆུང་བ་མང་པོ་ཅིག་ཨ་དེ་ད་ཁྱེད་ཀྱི་ད་ག་ལ་བ་རེད་ཡ་མེད་བཏང་ཡ་འགྲོ་བྱེད་རོགས་ཨ་དེ་དེ་ཚོ་ད་ང་ཚོ་ལྟ་བ་མེད་དེ་ཁྱོད་བྱ་བྱ་བ་ཡིན་ན་ཁྱོད་ག་ལ་བ་རེད་འཛམ་གླིང་ཞེས་པ་ཅིག་འདི་གོ་བ་མ་རེད་སྤྱི་ཚོགས་དེ་ག་རང་ན་འདི་གོ་བ་རེད་སྤྱི་ཚོགས་དེ་ག་རང་གི་གོང་མི་རེད་ཨ་ནི་སྔ་ཕྱི་མེད་པ་ཅིག་རོགས་རོགས་ལྟ་གྲུབ་དེ་འདྲའི་ཅིག་ཤུགས་ཅན་ཅིག་ཁྱེད་རང་ལ་ཐེབས་ཀྱི་རོགས། སྐད་ཆ་རྒྱག། འདི་ཁྱོད་རང་གི་ཡ་མེད་བཏང་ནས་མེད་པ་ཆགས་སྤྲོད་ཀྱི་ཡོད་མ་རོགས་དེ་བྱས་ནས་བགྲོ་གླེང་འདི་ན་མཉམ་ཞུགས་བྱེད་མཁན་ང་ཚོ་སྐྱེས་པ་ཕོག་གི་ད་ང་ཚོ་ལོ་ཆེ་ཁ་ཤས་ཤིག་མ་ཡིན་པ་བྱས་རོགས་དེ་ཡང་ཕྱི་རྗེས་མ་ཡིན་པ་ཕྱི་རྗེས་གཅིག་པུ་ཙམ་མ་ཡིན་པ་བྱས་མ་གཞོན་སྐྱེས་དོན་གུག་ཏུ་བུད་མེད་དོན་གུག་ཏུ་བགྲོ་གླེང་ཁ་ལོ་རེ་གང་ཡག་ཡག་རོགས་ཅིག་ཚེ་ཞིག་བྱིང་བ་ཡིན་ན་ཨ་ནི་ཐ་མ་གི་གྲུབ་འབྲས་འདི་དག་སུ་ཐོབ་མ་ཐོབ་ང་དངོས་གནས་བྱས་པ

དམངས་གཙོ་གི་ལྟེ་གནས་དེ་ཡག་པོ་ཡོད་ན Institution དེ་ཡག་པོ་ཡོད་ན་བརྟན་པོ་ཡོད་ན་དེ་ནི་ད་ལྟ་ཁ་ལོ་གྱེས་འཇུག་ཐུབ་མོ་འདུག་ཨ་རི་ནང་ལ་སྡུག་བ་མང་པོ་ཡོད་རེད་ཡིན་ན་ཡག་པ་གཅིག་ལ Trump ལས་བྱེད་ཞུ་ཞུ་ད་ལྟ་ཁ་ར་མགོ་རྟིང་སློག་ཐབས་ཡོད་མ་རེད་མགོ་རྟིང་སློག་ཐུབ་མོ་འདུག་ད་རྒྱ་གར་ནང་ལོ་ད་ལྟའི་ཆར་ད་འདི་ཁབ་ཕྱོགས་འགྲོ་འདུག་རོའི་ད་ཅིག་གཞུང་གི་ད་གསང་རྒྱུས་བརྒྱུད་ལམ་ཁག་ཡིན་ན་ཆ་ཚང་ལ་སོ་སོས་ཀྱི་གཞུང་འཛིན་གྱི་དབང་ཆ་ཡོད་རྒྱུ་ཐེ་ཇུས་ཡོད་རྒྱུ་དེ་འདྲའི་གི་ད་དེ་ཚོ་ངོ་ནས་ཉེན་ཁ་རོ་ཉེན་ཁ་ཚོར་བ་སོ་སོ་གྱི་རང་དབང་ལ། Judiciary ལ། ཁྲིམས།
ཁྲིམས་བཞིན་གནང་རོགས་ལ་གཞུང་གི་ཐེ་བྱུས་གླེང་བས་ན་ནི་ད། འདི་འདྲ་བོ་རེད་ཞེས་དམངས་གཙོ་གི་ཁོང་ཚོ་ཚད་འཛིན་ས་ཡོངས་རྫོགས་འདི་ག་ལ་ཐིག་འདྲ་བོ་ཞིག་འཐེན་བས་ན་ཨ་རི་བྱས་རྒྱ་གར་བྱས་ཨ་ནི་ར་ཤི་ཡ་ཨ་ནི་རྒྱ་ནག་འདྲ་བོ་འདི་འདྲ་བོ་ད། ར་ཤི་ཡ་ནས་པུ་ཏིན་ཡིན་ན་དམངས་གཙོ་བྱས་ཡོད་དུས་ད་བྱིས་པོ། ཡིན་ན་ཡང།

ག་ལོ་རེད། བཙན་བྱོལ་གྱི་ཨ་ནི་ག་ལོ་རེད། དཀའ་ངལ་འདི་ང་རང་ཚོ་ག་ལོ་ནང་འཁྲུག་ལ་འོ་རེད། དེ་པེ་ཡ་གི་འོས་བསྡུ་འདི་ལང་ཀ་ས་བ་མ་རོ། མཐའ་མ་འདི་ག་ལོ expression of our political struggle ལ་ན་རོ། ག་ལོ་ང་ཚོ་གི་གཞི་རྩ་གི་དཀའ་ངལ་འདི། ཆབ་སྲིད་ཀྱི་དཀའ་ངལ་ཅིག་ཡང་འདི་ལ་བཙན་བྱོལ་ན་བསྡད་འདོད་ཡོ་རེད། ཨ་ནི་འོས་འཕེན་འདུག་སྐབས་ལ་ཡང།

ཕོ་མོ་གི་ངོ་བོ་ཡོད་རེད་དབུལ་ཕྱུག་གི་ངོ་བོ་ཡོད་རེད་ཆབ་སྲིད་ཀྱི་ངོ་བོ་ཡོད་རེད་རེད་རེད་ད་དེ་ངོ་བོ་མང་པོ་ཡོད་དུ་ངོ་བོ་ཆ་ཚང་ལ་འཐབ་རྩོད་ཁག་ཁག་ཡོད་བསམ་གྱི་འདུག་རེད་རེད་འཐབ་རྩོད་ཁག་ཁག་ཡོད་དུ་མཚམས་མཚམས་ནང་དུ་ཆེད་ལས་དེ་གནད་དོན་བྱེ་བྲག་ཅིག་ནང་ལོ་རག་ལས་ཀྱི་རེད་མ་གཏོགས་ཡང་མཚམས་མཚམས་དཔེ་བཞིན་ང་ཚོ་ཆབ་སྲིད་ཀྱི་དཀའ་རྙོག་འཛིན་སའི་ཆེད་དུ་དེ་ནང་ལོ་ལ་བོད་པའི་ནང་ལོ་དེ་གལ་ཆེ་ཤོས་ལབ་ན་བོད་པའི་ནང་ལོ་དབུལ་ཕྱུག་གི་ད་གནས་སྟངས་ཅིག་ཡོད་རོགས་ང་དེ་ཆ་འདི་གར་གྲོས་བསྡུར་བྱེད་མཁན་མི་ཚེ་ཡོད་མ་རེད་རོགས་དེ་འདྲའི་གི་གནས་སྟངས་ཡོད་རེད་ཕོ་མོ་གི་ཡོད་རེད་དེ་ཚོ་ག་ལ་ཡང་མཚམས་མཚམས་འདི་ཁ་དཀའ་ངལ་འགྲོ་ཆགས་འདུག་རེད་རོགས་ད་ཡང་དེ་ཡིན་དུ་འཐབ་རྩོད་ལབ་དུ་ང་ཅིག་ཏུ། ད་འཐབ་རྩོད་ཀྱི་གཙོ་བོ་དེ་ཁ་ཆེ་ན་སོ་རྩོད་ཀྱི་ངོ་བོ་མང་པོ་ཞུ་རེད་ངོ་བོ་མང་པོ་ཅིག་ལ་ངོ་བོ་ཆ་ཚང་ཕྱོགས་ལ་ཆོས་རང་གི་འཐབ་རྩོད་བྱོས། ཁ་ཅིག་ངོ་བོ་ཆ་ཚང་མཉམ་དུ་སྤྲད་བྱས་རོ། པེ་ཤེ་ན་ད་ཆབ་སྲིད་ཀྱི་ཐོག་ནས་བུད་མེད་ཀྱི་ཐོག་ནས་དབུལ་ཕྱུག་གི་ཐོག་ནས་རོ། ད་དེ་ཚོ་ཆ་ཚང་མཉམ་དུ་སླེ་བྱས་ལ་ང་ཚོ་བློས་འཚམ་གྱི་ལྟ་ཕྱོགས་ལ Intersectional ལེགས་རོ། དེ་འདྲའི་གྱི་ལྟ་ཕྱོགས་ཀྱི་སླེ་བྱས་སོ་སོ་ལ་ད་འཐབ་རྩོད་དུ་མ་སོང་ཐལ་བ་བྱོས། དེ་ཡིན་དུ་ཡང་དེ་ནང་གི་ཅིག་ཕྱིན་ན་ཁ་ཅིག་ལ་སེ་དེ་ནང་གི་འཐབ་རྩོད་ལ་སེང་གི་རེད། ཡང་དེ་ཡང་སེ་དགོས་ཡ་གལ་ཆེན་པོ་བྱས་སོ། དེ་ཡང་འཐབ་རྩོད་ཀྱི་ང་ནི།